འོ་ལ་སོགས་ལྷན་སྐྱེས་དགོངས་དྲོ་དེ་ལས་ལ། ད་ཁ་སང་དགོངས་འདི་རྗེ་བཙུན་རིན་པོ་ཆེན་གྱི་སློབ་མ་གྲུབ་ཐོབ་མ་རྣལ་འབྱོར་མ་གིས་བསྐོར། འོ་ད་གང་ཤེས་པ། འོ་གང་མཇལ་མྱོང་པ། འོ་ད་དེ་འདྲས་ཅི་ཞུས་པ་རེད་ད་ད་ལྟ་དང་ད་ལྟ་འདིའི་ནང་ལ་ཚང་ཡོད་རེད་སེ་ཆོག་ཡོད་མ་རེད་ད་ལྟ་ད་ལྟ་གཅིག་ནས་ཡིག་ཐོག་ལ་འཁོད་ཤ་བ་དགའ་པོ་རེད་གཉིས་ནས་ཡིག་ཐོག་འཁོད་ཚད་ངས་མཇལ་བདེ་བ་དེ་ཡང་ཡོད་མ་རེད་པ། ལོག་ལྟ་དེ་འདྲ་ཅིག་རེད། མི་ཡིས་ད་དེར་འདི་ནས་མར་ལ་རྗེ་བཙུན་རིན་པོ་ཆེ་མཁྱེན་དང་ཐོག་མར་རྗེ་བཙུན་ལ་ལོག་རྟོག་སྐྱེས་པ་འདི་ནི་ཕྱིས་སུ་སློབ་མར་གྱུར་པ་ལོག་ལྟ་དེ་འདྲ་གི་རིགས་ཀྱི་བདག་རྣམས་ཐར་འོ་སྐོར་གང་ཤེས་པ་གང་མཇལ་མྱོང་པ་འོ་དེ་ནི་འོ་གནས་ཚུལ་གནས་ཚུལ་ཅིག་ཞུ་ཡང་འབད་བརྩོན་ཞུ་གི་ཡིན་ད་ལྟའི་རྩ་བའི་གི་ཡོང་ཐང་འདྲ་བོ་བྱས་ན་ད་རྗེ་བཙུན་རིན་པོ་ཆེ་ས་ཕྱོགས་གང་ས་ལ་ཕེབས་ཡོད་རེད་དེ་ནས་བགྲོད་པ་བསྐྱོང་ཡོད་རེད་སྐབས་སུ་ས་ཆ་ག་ལ། སྐྱ་རོང་ཡིན་ན་རེད་གུང་ཐང་ཡིན་ན་རེད་དེ་ནས་གཉའ་ནང་ཡིན་ན་རེད། ད་དེ་ཡིན་ན་རེད་ནས་ས་ཆ་ག་བར་ཕེབས་པ་ཡིན་ན་ཡང་ཐིག་གི་ད་དེ་འདྲ་མང་ཚོགས་ཀྱི་དད་པ་དང་ན་འདྲ་བ་སྐྱེ་འོང་པའི་སྐབས་སུ་དེ་ནས་ཁ་ཅིག་གི་རྗེ་བཙུན་གྱི་མཛད་པ་འཕྲིན་ལས་ལ་མ་དགའ་ནས་དེ་ནས་ལོག་རྟོག་སྐྱེས་ལོག་རྟོག་སྐྱེས་ནས་དེ་ནས་བསྐོར་བ་བཏབ་འོ་ད་དེ་འདྲ་གི་ཅིག་རྙོག་ཁྲ་འདྲ་བོ་དེ་འདྲ་བྱུང་བསྡད་པ་དེ་ནས་ཕྱིས་སུ་ཡང་རྗེ་བཙུན་རིན་པོ་ཆེན་གྱི་རྣམ་ཐར་ལས་དད་པ་སྐྱེས་ནས་ད་རྗེ་བཙུན་གྱི་སློབ་མར་གྱུར་སོང་བ་ཡང་དེ་འདྲ་ཅིག་མང་པོ་ཅིག་བྱུང་ཡོད་པ་ད་དེ་འདྲ་ཅིག་ཡིན་པ་རེད་བསྟན་དུས་ད་དེ་ཚོ་གི་ཡང་གནས་ཚུལ་བྱུང་བ། ལོ་རྒྱུས་ཟེར་བར་བ་ད་དེ་འདྲས་ཡོད་ཚད་ཅིག་ད་མ་ཤོག་པ་རེད་ན་དེང་སང་ང་ཚོས་ཀྱིས་ཡིག་ཐོག་རུ་འཁོད་པ་ད་ཅུང་ཟད་ཅིག་ཡོད་བསྡད་པ་ད་དེ་འདྲས་ཡང་ཅིག་རེད་ད་དེ་འདི་ནས་ཚུར་ཅིག་ཨིན་ཐོ་ཞི་ཤི་རས་པ་ཀའི་རྗེ་བཙུན་རིན་པོ་ཆེ་རྣམ་ཐར་གྱི་ནང་ལོགས་ལ་དེ་ནས་ཅིག་ཕྱོགས་བསྡུས་འདྲ་བོ་ཅིག་རབ་ཏུ་ཅིག་གནང་བཞག་འདུག་ག་དེ་མ་ཞུས་ཙམ་དེ་ཡོད་དེ་ཁོང་གིས་དེ་འདྲས་གསུངས་བཞག་ཡོད་རེད་ད། རྐྱེན་ངན་གྲོགས་སུ་ཆོད་ནས་ལམ་ན་ཟིན་པ་ཡང་དེ་འདྲས་ཡོད་རེད་ད་རྐྱེན་ངན་པ་འདྲ་བོ་དེ་ད་རྗེ་བཙུན་རིན་པོ་ཆེ་ནི་ཐོག་མ་ལོག་ལྟ་གྱིས་པར་བ་བས་མ་འཐད་པ་དེ་ནས་ཅིག་ལྟ་བ་འདྲ་བོ་ཅིག་ད་མ་ཐོན་པར་བ་ད།

དེ་ནི་གུང་ཐང་གི་དྲི་ཞིམ་སྟོང་མཚོ་ད་ལོ་དང་དེ་ནི་གངས་ཏི་སེའི་ནོར་བུ་བོད་འབྱུང་མིང་སྲིང་གཉིས་འདམ་ཤུགས་ཀྱི་ལུག་རྫི་དང་དེ་ནི་ཞང་ཚ་ཁའི་རི་ཤིང་གི་གཅན་གཟན་རྣམས་དང་དེ་ནི་ཤར་ཙོང་ཁའི་དེ་ཤན་པ་དང་དེ་ཤི་ལྟ་བུ་བ་དང་ཟས་ལ་སོགས་པ་རྣམས་ཡིན་ནོ་གསུངས་འདུག་ད་དེ་དེའི་ནང་ལོགས་ལ་དེ་ནི་ཁོང་གི་ཁ་ཆེ་གི་མིང་དེ་དངོས་སུ་སྨོས་པའོ་དེ་འདྲ་ཅིག་རེད་ད་ལ་སོགས་ཀྱི་དེ་ཁོངས་ན་དེ་ནི་ད་ཡང། མ་ཚད་པར་སྐུར་བ་བཏབ་པ་ཕྲག་དོག་བྱས་པ་དང་ནི་ལོག་ལྟ་བྱས་པ་ནི་ཕྱིས་སུ་ཡང་དད་པ་སྐྱེས་ནས་ཞབས་ཀ་ཕུལ་བ་ཆོས་ཞུས་པ་ལྟར་སྒོམ་ལ་གནས་པ་དེ་ནི་ཡང་ཅིག་ཅི་རིགས་རིགས་སུ་འཁོར་བ་གང་ལ་གང་འཚམ་འདྲ་བ་བྱུང་བསྡད་པ་ད་དེ་འདྲ་ཞིག་གནས་ཚུལ་ཅིག་མངོན་བསྡད་པ་རེད་ད་ལྟའི་རྗེ་བཙུན་གཅིག་པོ་མ་རེད་འདི་ཤི་ཤ་གི་ཆོས་ཉིད་འདྲ་བོ་ཟེར་དགོས་རེད་སྤྱི་ཚོགས་ཀྱི་གནས་སྟངས་ཟེར་དགོས་རེད་འོ་ང་ཚོ་འགྲོ་བ་མི་གི་གར་ཟེར་དགོས་རེད་འདུ་ཤེས་འཛིན་སྟངས་འདྲ་བོ་ཅིག་ཆགས་སོང་རེད་བ་སྟོན་པ་འཇིག་རྟེན་ཁམས་སུ་བྱོན་པའི་སྐབས་སུ།

རྫིང་བུ་རྒྱན་གྱི་དགེ་བཤེས་ཆུ་མིག་ཟེར་བ་དེ་ཡོང་གི་འདུག་བ་ད་རྫིང་བུ་རྒྱན་ཟེར་ཡ་དེ་དགེ་འདུན་པའི་སྡེ་རབ་བྱུང་གི་འདྲའི་དགོན་པ་གཅིག་གི་མིང་ཐོང་ཡིན་པ་དེ་ནས་ཆུ་མིག་ཟེར་ཡ་དེ་དགོན་པ་དེ་གི་དགེ་བཤེས་གཅིག་དེ་འདྲ་གི་མིང་ཡིན་པ་ཟེར་ཡོང་གི་ཡོད་རེད་ད་གནས་གཞི་དེ་གི་དགེ་འདུན་པའི་གི་ད་རྗེ་བཙུན་རིན་པོ་ཆེ་ཚེ་ན་རེ་གནས་འཆོར་བ་གི་ལ་དེ་ནས་མི་ཚ་བ་གི་རྣམ་ཤེས་དྲག་པོ་བསྟན་རྗེ་བཙུན་ལ་པའི་དྲག་ཐོག་འདྲ་བ་ཞིག་ད་རྗེ་བཙུན་གི་མཚན་སྙན་དེ་ཚོ་རྒྱས་ཡོང་དུས་ཁོང་རྣམ་པ་གི་ད་འདོད་ཆགས་བསོད་ནམས་ལ་གནོད་འགྲོ་གི་རེད། བསམ་པ་དེ་རེད་འདུག་ད་རྩ་བའི་གནས་ཚུལ་ཡོང་ས་དེ་ང་ཚོ་འགྲོ་བ་མིག་གི་ནང་ལོ་ཁྲག་ལྟ་བ་ཟེར་ཡ་དེ་ད་མིག་གི་གཤིས་ཀའི་ནང་ལ་ཡང་དོག་ངའི་ནང་གི་ཡ་གྱལ་ཅེས་རེད་པ་ཨོ་དེ་རེད་ཁྲག་ལྟ་བ་ཞེས་དེ་ནས་ཡང་ང་རྒྱལ་དེ་ཡོང་དགོས་ཡོད་རེད་པ་ད་སོ་སོའི་ཞེ་བོ་ཅིག་ཡིན་ཁོ་ད་ག་ཟེ་རེད་བསམ་པའི་གི་ཨོ་དེ་གི་སྣང་ཚུལ་གི་ཐོག་ནས་རྙོག་ཁྲ་དེ་ཡོང་སྡད་གི་རེད་པ་དེ་འདུག་མི་དགའ་བའི་དབང་གིས་དེ་ནས་རྗེ་བཙུན་རིན་པོ་ཆེ་ཡང་གདན་འདྲེན་ཞུ་ཨོ་ད་ཁྱོད་ལ་ང་ཚོས་ཞབས་ཏོག་ཞུ་དགོས་ཟེར་དེ་ནས་རྗེ་བཙུན་རིན་པོ་ཆེ་གཅིག།

དེ་ནང་ལོགས་ལ་ཅིག་གཉའ་ནང་ནས་ཡིན་པའི་སོགས་ལ་ཅིག་ཡོང་དེ་ག་ཡོད་རེད་དེ་ནི་ཁ་ཤས་ནང་ལོགས་ད་མ་ཡིན་གུང་ཐང་གི་རྒྱུད་ལས་ཡིན་པ་འདྲ་བོ་ཅིག་དེ་འདྲ་གསལ་ཡོང་གི་འདུག་ད་དེ་ཚོ་རྣམ་ཐར་སྤྱི་དང་མ་འཁོར་འདྲ་བོ་ཅིག་བསྒྲིགས་ཡོང་ན་དེ་ནི་མ་ཡིན་གུང་ཐང་ཁུལ་གྱི་དགོན་པ་ཅིག་ཡིན་པ་ད་ཅིག་གསལ་པོ་ཅིག་ཡོང་དེ་ག་ཡོད་རེད་དེ་ནི་བཀའ་ཆོས་མཁན་པོ་ཟེར་གི་ཡོད་ན་འདྲ་རྗེ་བཙུན་གྱི་སློབ་མ་གྲུབ་ཐོབ་ཀྱི་ནང་ལོགས་ལ་ལེགས་པར་འཆར་རོ། ཁོང་གི་རྣམ་ཐར་ལ་མ་ཅིག་བལྟས་ཡོང་པ་ཡིན་ན་དེ་ནི་གུང་ཐང་རྒྱུད་དུ་ཡོད་པ་དེ་གནས་གཞི་དེ་རྫིང་བུ་རྒྱན་ཟེར་ཡ་དེ་འོ་དེ་འདྲ་ཅིག་ཡོང་དེ་གི་འདུག།

གནས་ཚུལ་དེ་སྐྱིད་གྲོང་གི་ཞོ་པོ་ཟེར་བ་རེད་ད་ལུང་པ་གི་སྤོ་འབོ་ཁྱིས་གསན་ནས་དེ་ནས་ཁོ་གཉིས་ལ་བཀའ་ཆད་བཏང་ནས་མིང་འབྲས་འདྲ་བོ་གཏོང་སོང་སྟེ་ལོང་བ་ཁྱི་རོ་རེད་ཟེར་དེའི་རྣམ་ཐར་གཞན་ནས་གསལ་ཡོང་དགོས་འདུག་གཞི་གཅིག་རེད་པ་གི་མཛད་པའི་གི་རྣམ་ཐར་ནང་ལོགས་ལ་ཕྱིས་སུ་དེ་བས་རེག་སོ་འོ་བགྲང་ཡོད་པ་མ་ཟད་པའི་དེ་ནས་རྗེ་བཙུན་རིན་པོ་ཆེན་གྱི་སྐུ་ཚེའི་གི་ནང་ལོགས་ལ་ད་ཐོག་མའི་སྦྱིན་བདག་ཏུ་གྱུར་པ་དེ་རང་མའི་སྐུ་རིམ་ལྷམ་འབར་བ་དེའི་རྗེས་སུ་དེ་ནས་རྗེ་བཙུན་གྱི་ཡོང་ཐབས། དུ་གྱུར་པ་དེ་ནི་ཡོན་ཐང་འདྲ་བོ་ཞེས་ནི་གཉིས་པ་འདྲ་བོ་དེའི་འོག་ཏུ་ཆགས་བསྡད་པ་དེ་འདྲའི་ཅིག་ཡོང་བསྡད་ཀྱི་འདུག་བ། འོ་དེ་ཡིན་དུས་དེ་ནི་དེ་མ་ལོ་བཅུ་འདྲ་བོ་ཟེར་བ་རེད་དེ་འདྲའི་འཁོད་ཡོང་གི་འདུག་བ་དེ་རྗེ་བཙུན་རིན་པོ་ཆེ་བྲག་དཀར་སྤོ་ཏོ་ལ་བཞུགས་པའི་ཚེ་ན་རེད་དེ་ནི་གྲོ་ཐང་གི་རྒྱུད་དེ་ན་ལ་དེ་ནི་གྲོ་ཆེན་དང་གྲོ་ཆུང་ཟེར་བའི་མི་ངན་གཉིས་ཡོད་རེད་ཁོ་གཉིས་བྲག་དཀར་ལ་ཡོང་ནས་རྗེ་བཙུན་ལ་མཇལ་ནས་དེ་ནས་ཁོ་གཉིས་ཀྱིས་རྗེ་བཙུན་རིན་པོ་ཆེ་ལ་ད་སྒོམ་ཆེན་ཟེར་བ་དེ་ས་ག་ས་ལ་ལ་ས་ཟེར་གི་དེ་དེ་འདྲ་བོ་ཅིག་དགོས་རེད་ཞེས་ད་གྱོད་འདྲ་བ་ལ་སྒོམ་ནས་ནི་ཡོད་ས་མ་རེད།

དེ་འདྲ་ཤེས་སོང་རེད། དེ་ཤེས་སོང་དུས་རྗེ་བཙུན་རིན་པོ་ཆེན་གྱིས་དེ་གནས་ཚུལ་དེ་གསན་འདུག་ད་ངས་ནི་ཁ་སྐད་ཅིག་བྱེད་ཀྱི་མ་བྱུང། ཡིན་ན་ཆོས་ཆུང་གི་བཀའ་ཆད་འདྲ་བ་ཞིག་ཡིན། དེ་འདྲ་གསུངས་འདུག་ཨོ་ད་འདི། མཛོ་ངན་ཧེ་རུ་ཀ་གི་མཛད་ཞེས་པའི་ནང་ལོགས་ལ་ཡང་དེ་དཀོན་མཆོག་གི་བཀའ་ཆད་འདྲ་ཡིན་འགྲོ་ཟེར་དེ་ཅིག་གསུངས་གནང་འདུག་དེ་གཅིག་པ་རེད་ཤག་དེ་ནི། ད་གྲོ་ཆེན་ཁོང་གིས་རྗེ་བཙུན་རིན་པོ་ཆེན་རྐྱང་འཕེན་ནམ་མཁའ་རྫོང་ལ་ཞུགས་པའི་སྐབས་སུ་དེ་ནི་ཞབས་ལ་གཏུགས། ཞགས་པ་ཕུལ། ཡོང་སྟངས་འདྲ་བ་ཞུས་རེད་པ་ད་དེ་རྗེ་བཙུན་རིན་པོ་ཆེན་ལ་དཔེ་ཞིབ་བོ་ཅིག་འབུལ་དགོས་མ་རེད་བ། ཟབ་གཏེར་གྱི་མ་གཏོགས་དེ་ནས་ཁོ་རང་གི་གདམས་པ་དེ་ཚོ་ཞུས་དུས་སྒོམ་བཟང་པོ་སྐྱེས་པའི་ཚེ་བྱུང་བ་རེད་ཟེར། འོ་དེ་གསལ་པོ་ཡོང་གི་འདུག་སྒོམ་བཟང་པོ་ཟེར་དུས་སྒོམ་ཡོན་ཏན་ཡག་པོ་སྐྱེས་ནས་འོ་དེར་ད་དེང་སང་ང་ཚོ་སྒོམ་རྒྱག་གིན་སེང་གེ་ནི་འདབ་ཆུང་ངའི་ནང་ལོགས་ལས་ཀྱང་དེ་ནི་མང་ཚོགས་ནང་ལ་མང་འདུག་གི་ཡོད་རེད་བ་ད་མང་ཚོགས་དེ་ཚོ་སྒོམ་ག་འཕྲོད་འདོད་ཅིག་རྒྱག་གི་ཡོད་རེད་ཟེར་ན་དེ་ནི་ད་སྒོམ་ཁྲིད་ཉམས་མྱོང་ཅན་གྱི་བླ་མ་གཅིག་གིས་དེ་ནི་མང་སྒོམ

ཐོག་མར་ཡང་རྗེ་བཙུན་ལ་དུས་ཡོད་མེད་ཀྱི་དད་པ་སྐྱེ་བའི་སྐབས་ལ་དེ་ནས་ཡང་གོང་མ་གུས་པའི་རྗེས་དེ་ནས་ད་དྲ་ཐོག་འདྲ་བ་བསྐྱལ་ནས་རྗེ་བཙུན་རིན་པོ་ཆེ་ལ་ད་དྲིན་གྱི་ལུང་པར་ཡང་དད་གུས་ཞུས་འོན་ཡང་དེ་བཞིན་ཁོང་པས་དགོངས་པ་ཚུམས་ནས་སེམས་ཁྲལ་འདྲ་བོ་ལངས་ནས་ད་ཁོ་རང་དད་པ་བྱས་སོང་ན་ང་ལ་དད་པ་བྱེད་མཁན་ཉུང་འགྲོ་གི་རེད་ད་ཡག་པོ་ཡོང་གྱི་མ་རེད་བསམ་ནས་དེ་ནས་རྗེ་བཙུན་རིན་པོ་ཆེ་ཀུ་བ་ལ་ལ་སོགས་པ་དེ་འདྲས་བྱས་པ་ཅིག་གསལ་པོ་འདྲ་བ་སྤྱིར་ནི་སྐབས་དེ་དུས་དེ་ནས་མཚན་ཉིད་དཔེ་དེ་རེག་དེ་ཚོ་རྣལ་འབྱོར་པ་དང་སྒོམ་ཆེན།

ངོ་དེ་ནས་སུས་སུ་ཡག་རབ་འཛིན་རབ་ང་གཅིག་གཅིག་གི་མཐོང་བྱེད་ཀྱི་ཡོད་པ་བླ་མ་ཆེན་པོ་གཅིག་གི་སྐོར་བརྩི་བ་བྱེད་ཀྱི་ཡོད་པ་དེ་ནས་ང་ལ་གཅིག་གཅིག་མཐོང་གནང་གི་ཡོད་པ་ད་དཔེ་ཞིབ་གཅིག་ཡོད་རབ་ཟེར་ལབ་དེ་ནས་སློབ་མ་དེ་ཚོ་ཡང་དེ་ནས་དཔེ་ཁོང་འདྲ་བ་ཡོད་མ་རེད་ད་ཁོང་ལ་གཅིག་གཅིག་བླ་མ་གཅིག་གི་མཐོང་བྱེད་ཀྱི་སུ་གཅིག་གི་བསྟོད་བསྔགས་ཐང་ཡོད་རེད་ཟེར་ལབ་ད་དེ་འདྲ་མང་པོ་ཞིག་གི་སྐུ་ལས་སྐྱོན་དགོས་ཀྱི་འདུག་བ་འོ་ད་དེ་འདྲས་ལ་ཐུག་སོང་རེད་ཚུར་ཁེ་ཕན་ལ་ཐུག་སོང་རེད་དེ་འདྲས་ཀྱི་ཐོག་ནས་མཚན་ཉིད་པ་དེ་ཚོ་ཡང་སྐྱོན་ཆོས་མང་པོ་ཞིག་གི་གནང་བསྡད་ཀྱི་ཡོད་རེད་དེ་གནང་དང་གནང་བཞིན་པ་རེད་བ་རེད་དེ་ནས་ཕྱིས་སུ་ཡིན་ན་ཡང་དེ་སྒོམ་ཆེན་པོའི་རིགས་གཅིག་ག་གེ་ཞིག་གི་མ་རེད་ག་གཅིག་པའི་ག་ཞིག་གི་མ་རེད། དགའ་སྐྱོ་བ་དེ་ཚོ་བེད་གླེང་ཁོག་རེད་ཟེར་ཡ་འདྲ་བོ་བླུན་ཁམས་རེད་ཟེར་ཡ་འདྲ་བོ་དག་རྒྱུས་གླེང་ཁམས་རེད་ཟེར་ཡ་འདྲ་བོ་མཚན་ཉིད་པ་དེ་ཚོ་སྐྱོན་བརྗོད་ཞེ་བོ་གཅིག་བྱེད་ཡོད་ར་བ་དང་ཁོང་རྣམ་པས་ཞེ་བོ་གཅིག་ཕ་ཐག་གཅད་གི་ཡོད་ཞེ་བོ་གཅིག་བྱེད་གི་ཡོད་སོང་བ་ར་བ་དང་ངོ་ད་ཁོང་རྣམ་པའི་ནང་ལ་གཅིག་སྒོམ་ཉམས་ལེན་བྱེད་གཏན་གི་འཛིན་ནི་ཞོག་ནས་དེ་བཏགས་ནི་བ་འདྲ་བོ་ཐོན་བསམ་པ་དེ་གྲངས་ཀ་འདྲ་བོ་བརྒྱབ་ཡ་བྱེད་དགོས་ན་གཅིག་ཕན་ཚུན་གྱི་བསྡུར་དགོས་ན་དེ་ངོ་ནས་ཡང་དཀའ་ལས་ཁག་པོ་ཁག་པོ་ཞེ་བོ་གཅིག་ཆགས་སོང་རེད་ཡིན་ན་ཡང་དེ་ནི་སྐྱོན་བརྗོད་འདྲ་བོ་དེ་དེ་འདྲའི་སྣང་དེ་གི་ཡོད་ར་བ།

ད་དེ་ཚོ་ཅིག་སྐབས་སོ་སོ་སོ་སོ་གི་གནས་སྟངས་ཟེར་དགོངས་རེད་དེ་ཚོ་ཡང་བ་རྣམ་ཐར་དང་འདྲིས་ནས་ཅིག་གོ་བ་འདྲ་བོ་བླང་དགོས་པ་ཕྱིས་སུ་དེ་ལས་ང་ཚོས་ཅིག་བླང་ཐོ་འདྲ་བོ་བྱེད་དགོས་པ་དེ་འདྲ་རེད་དེ་ནི་ང་ཚོས་ཅིག་སྤྱི་ཐང་གི་ད་ལྟའི་རྗེ་བཙུན་རིན་པོ་ཆེ་དང་འདི་ཚོ་ཁོང་ཚོ་ཁ་ཅིག་གི་ད་དབུ་མ་དང་ཚད་མ་གི་ཐོག་ནས་མ་ཚོ་བ་མང་པོ་ཅིག་བརྒྱབ་པའི་ལོ་རྒྱུས་འདྲ་བོ་ཡང་དེ་གི་ཡོད་རེད་བ་དེ་གཤམ་ལ་ཡོང་གི་རེད་གི་ཞེས་ད་ལོ་ཟེར་ཡ་འདྲ་བོ་ཁོང་རྣམ་པ་གི།

བཏང་ནས། དེ་འདྲ་ཡོང་གི་འདུག་བ་དེ་གཅིག་མིང་ཆེན་པོ་ཁས་ལེན་མཁན་དེ་ཚོ་དེ་པའི་ཞབས་ཏག་ཚ་མོ་ལྐུག་པའི་དཔུང་ན་ག་གེ་ཤི་གི་མ་རེད་ཁོ་ཚོ་མཁན་ཡོད་བ་མ་རེད་པད་ཤ་བ་མ་རེད་པད་ཤ་ལྟ་ཤེས་གི་མ་རེད་པད་ཤ་ཧ་གོ་གི་མ་རེད་ཟེར་ནས་པའི་ཁྱད་གསོད་བྱས་ནས་དེ་ནས་སེམས་ཁྲིད་དེ་གཅིག་རྒྱུད་ཀྱི་གཅིག་ཁྱད་ཆོས་བྱོས་བ་མ་རེད་བས་ད་གཏི་མུག་ལ་སོགས་པ་ང་རྒྱལ་ལ་སོགས་པ་དྲག་དོག་དེ་གཅིག་པའི་རང་རྒྱུད་དེ་ཚོ་རྒྱུད་པ་ཞེ་ལམ་ཞོག་སོང་པའི་སོང་ནས་དེ་འདྲ་མང་པོ་ཞེ་བོ་ཅིག་ཡོང་བསྡད་གི་འདུག་བ་དེ་ལྟ་དང་སེམས་ཁྲིད་ཀྱི་ཁྱད་ཆོས་དེ་ཁོ་ཚོ་གཅིག་སྟག་སེང་ཁ་སྤྲོད་ཡིན་འདྲ་བ་དེ་ལབ་གི་རེད་བ་སྟག་སེང་ཁ་སྤྲོད་སྲིད་དུ་ལབ་བཤད་དུས་དེ་ནས་པད་དེ། ཅིག་ཞིག་ཏུ་ཆོས་གཞན་ཞིག་ལ་བལྟས་ན་དེ་ནི་སྔོན་ལས་དེའི་གཏན་ཚིགས་ལོག་པ་འདྲ་བོ་ཞིག་ཆགས་ནས་ཡག་པོ་འདྲ་བོ་ཆགས་ཀྱི་མེད་པ་འདྲ་བསམ་བསམ་དུ། ཁྱད་པར་སྟག་སེང་ཁ་བཏགས་པའི་ཁྲོད་ལ་དེ་ལས་ཀ་ཆུད་པའི་དོན་རྩོམ་པ་བ་མོ་གཅིག་པ་རེད་འདྲ་བོ་ཅིག་དེ་འདྲ་མང་པོ་གསུང་བྱ་གི་འདུག་བ་ད་དེ་བས་ཁྱད་གསོད་ཆེ་དྲགས་ནས་མཐའ་གཅིག་ཏུ་ལྷུང་དྲགས་ནས་དེ་འདྲ་རེད་ད་བ་དེ་ནས་སོ་སོ་གི་རྒྱུད་ལ་དེ་འདྲ་བའི་དོན་གྲུབ་ཀྱི་མཚན་ཉིད་ཆ་ཚང་ཚང་ནས་དེ་འདྲ་ཡོང་གི་འདུག་ད་འདི་ཚད་མ་དང་དབུ་མ་དང་ཕར་ཕྱིན་དང་ད་དེ་ཚོ་གི་བཀའ་ཕུག་དེ་ཚོ་སྦྱངས་པ་དེ་བས་ནང་པ་སངས་རྒྱས་ཀྱི་གཞུང་ལུགས་གལ་ཆེན་པོ་ཞེ་བོ་ཅིག་རེད་དེ་ཚོ་སྦྱངས་པ་དེ་བས་མི་སེར་ཡག་པོ་རེ་བ་ཡིན་ན་དེ་སྦྱངས་བསྡད་པ་དེ་རང་གི་གཤིས་རྒྱུད་ལ་མ་སྦྱར་བ་ཆེས

ཞེས་བྱ་བ་དེ་ཚོ་ཚང་མ་སྤེལ་ཏེ་མི་རབས་ལ་མི་རབས་ལ་དེ་ནས་ཅིག་ཚོགས་ངན་གྱི་རྒྱུ། དེ་ནས་ཅིག་བག་ཆགས་ངན་པ་བྱ་ཡག་གི་རྒྱུ། ད་དེ་འདྲས་མང་པོ་ཅིག་ལོག་ལམ་ཁྲིད་ཡག་གི་རྒྱུ། ད་དེ་འདྲས་ཡིན་པ་ཅིག་བེ་རག་ཁྲོད་ཡག་ཡོད་དེ་བ་དེ་འདྲས་ཅིག་ད་དེ་ཚོ་ཡང་ང་ཚོ་ཞོར་ནས་ཁྲོད་ནས་ཨོ་ད་དེ་འདྲས་ཅིག་ཤི་དགོས་ཅིག་ཆགས་བསྡད་འདུག་ཞུ་བ་ཡིན། ད་སྟོང་ཚ་ད་ལོས་ཨོ་དེར་ཁ་ཤས་ནང་ལོག་ལ་མིང་དེ་དང་མ་འདྲ་བ་དེ་འདྲས་ཡོང་གི་རེད་བ། ཡིན་དུས་དེ་སྟོང་ཚ་ཟེར་ཡ་དེ་བོད་ཀྱི་རུས་རྒྱུད་ཅིག་རེད་བ། ད་དེ་འདྲས་དང་འབྲེལ་བ་ཡོད་པ་རེད་ད་སྐྱོང་དེ་གཉའ་ནང་གི་སྟོད་རྒྱུད་ལ་ཡོད་པའི་གི་ད་སྟེང་ཆེན་ཟེར་ས་ས་ཆ་བཅས་ཀྱི་དགེ་ཚུལ་གྱི་རྒྱ་ཡིན་པའི་ད་ཡོང་གི་འདུག་ཨོ་དེ་རེད་ད་དེ་ནས་གཉའ་ནང་རང་ལ་སྟེང་ཆེན་ཟེར་བ་ས་ཆ་ཡོད་དེ་མེད་དེ་བཀའ་དྲི་ཞུ་ཡག་ད་བྱུང་མ་སོང་ནས་རྗེ་བཙུན་རིན་པོ་ཆེན་ལ་ད་ཐོག་མར་སྐུ་རག་ད་ཕྱིས་སུ་དད་པ་སྐྱེས་པའི་སློབ་མ་རེད་ཟེར་ད་དེ་ཡང་ཡོང་བསྡད་ཀྱི་འདུག་ནས་ནས་ཡང་རྗེ་བཙུན་རིན་པོ་ཆེན་གི་རྣམ་ཐར་ཁ་ཤས་ཀྱི་ནང་ལོགས་ལ་དེ་ནས་ཐོག་མར་རྗེ་བཙུན་ལ་སྐུ་རག་ད་དེ་ནས་ཕྱིས་སུ་གདུང་འདྲེ་སྐྱེས་སོང་རེད་ཟེར་ཞེ་སྡང་གཉིས་འདྲ་བོ་ཅིག་ཡོང་བསྡད་ཀྱི་ཡོད་རེད་ཁོང་རྗེ་བཙུན་གྱི་རྣམ་ཐར་ཧྲིལ་བོ་ལ་གཞིགས་ན་དེ་ཁོང་གཉའ་ནང་ལུང་པ་ཡིན་པ་དེ་གསལ་བོ་ཞི་བ་རེད་ད་རྗེ་བཙུན་རིན་པོ་ཆེན་བྲུ་ཕུག་ཏུ་ཞོགས་པའི་སྐབས་སུ། ཁོང་རྣམ་པའི་རྩོད་པ་རྒྱས་པར་རོ། ད་དྲུང་ངུས་དེ་གཉའ་ནང་ནས་ཡིན་པ་རུས་པ་དེ་སྟོང་ཚ་ཡིན་པ་མཚན་དངོས་དེ་དར་ལོ་དེ་ནས་ཡིན་དར་ལོ་ཟེར་ན་དར་མ་བློ་གྲོས་དེ་ནས་ཡིན་དར་མ་ཟེར་དེ་ཆོས་གོ་དོན་དེ་ཆོས་ཀྱི་བློ་གྲོས་ཟེར་གོ་དོན་འདྲ་བོ་ཅི་རིགས་ཆགས་པ་རེད་དེ་ནས་རྗེ་བཙུན་རིན་པོ་ཆེ་རྣམ་ཐར་སྤྱི་ལས། དགོངས་པ་འདྲ་བོ་ཅི་ཡིན་ན་སྙན་བརྒྱུད་དེ་འབྲི་བའི་གི་རྣམ་ཐར་དེ་ཚོ་ནང་ལོགས་ལ་དེ་ནས་རྩོད་པས་མི་རྩོད་པའི་ཡོན་ཏན་ཟེར་དེ་དག་ཡོན་ཏན་བཅུ་བདུན་ཟེར་འདྲ་བོ། དེ་འདྲ་མང་དབྱེ་བ་ཆོད་ཡོད་རེད་བ་དེ་ནི་རྩོད་པས་མི་རྩོད་པ་བསལ་ཏེ་རེད་ད་ཁ་ཤས་ནང་ལ་དགུ་པ་རེད་ཁ་ཤས་ནང་བཅུ་གཅིག་དེ་འདྲ་ཡིག་གང་ཆགས་འགྲོ་གི་ཡོད་རེད་བ་ད་དེའི་སྐབས་སུ་དེ་གོང་རྣམ་པའི་གནས་སུ་ཡོང་དགོས་རེད་དེ་རྗེ་བཙུན་རིན་པོ་ཆེ་གཉའ་ནང་དྲུག་ཕུག་ལ་བཞུགས་དེ་ནས་ཞོགས་ཀྱེ་བའི་སྐབས་ལ་དེ་ནས་མཛད་འཕྲིན་དེ་འདྲ་ཡག་ཡམ་ཅིག་རྒྱས་དེ་རྒྱས་བཞིན་པའི་སྐབས་རེད་དེ་ནས་གཉའ་ནང་སྟེང་ཆེན་ཟེར་ས་དེ་ནས་དེ་ནས་སྡོམ་པ་ད་ལོ་དང་ལོ་ཐོན་ཉེ་ཡོད་རེད་ད་ཁོང་ཚོ་འགོ་ཤེས་པའི་མཚན་ཉིད་ཀྱི་སྡོམ་པ་མང་པོ་ཡོད་དེ་དེ་ནས་དབྱར་ཁ་ཅིག་ལ་ཐན་པ་བརྒྱབ་དེ་ནས་ནད་དཀོན་པོ་ཆགས་དུས་ཡོངས་དག་དེ་ཚོ་ཁོ་རྣམ་པ་ལ་ནད་ཀྱི་བུ་ལོང་བཏང་རོགས་ཟེར་ཏེ་ཁོ་རྣམ་པས་བུ་ལོང་མ་བཏང་འདུག་ཡང་དག་དེ་ཚོ་མ་ཁ་ནས་ཕྱིན་ཆད་ཅིག་ཅིག་འབུལ་བ་ཕུལ་ཡ་དེ་རྗེ་བཙུན་དཔོན་སློབ་ཕུལ་ཤོར་ན་ད་ཕན་ཐོགས་ཆེ་ས་རེད་ཟེར་ནས་དག་ཅིག་ཤི་བོ་གི་སྐལ་བཟང་གསོན་ཕོད་གི་ཅིག་རེམ་འགྲོ་སྐྱ་བོ་དེ་ཚོས་རྗེ་བཙུན་རིན་པོ་ཆེ་ཁོ་རྣམ་པ་ལ་ཕུལ་སོང་དེ་དེ་ནས་ཁོ་རྣམ་པ་ལ་དེ་ནས། ལ་འབུལ་བ་ཕུལ་ཡ་དེ་པས། ཆུ་ཆད་པ་ནང་བཞིན་དེ་འདྲས་བྱུང་ད་དེ་འདྲས་བྱུང་བའི་སྐབས་སུ་དེ་ནས་ཁོ་རྣམ་པ་ཡང་དགོངས་པ་ཚུམས་དགོངས་པ་ཚུམས་དུས་དེ་ནས་ཆགས་སྡང་འདྲ་བོ་ཡོང་གི་རེད་བ་དེ་ཡོང་ནས་དེ་ཁོ་ཚོ་ཚོགས་འདུ་ད་དེའི་སྐབས་སུ་ལོ་དོན་གྱི་ད་ང་ཚོ་གི་ཡོང་ཐག་དེ་ཚོ་ན། ནས་བུ་ལོངས་བཏང་ཞེས་བྱས་ན་ད་ཐག་ཡིན་པས་ད་དེ་མ་བཏང་དུས་ད་ཁོ་ཚོ་དེ་བ་ལོག་ནས་ད་རྣལ་འབྱོར་བ་འདི་ཚོར་ཕ་དེ་བ་ཆེ་ང་ཚོ་ལ་ཡང་ཕས་དེ་བ་བྱེད་ཀྱི་མི་འདུག་ད་ང་ཚོས་དེ་ཅིག་རྣལ་འབྱོར་བ་དེ་ལག་པས་ཕུལ་ན་ཕུལ་ཐུབ་ཀྱི་རེད་ཟེར་མ་གདུང་ཐུག་འདྲ་བོ་བཏང་ནས་དེ་ནི་ངོ་ཚ་གི་རེད་དེ་ལས་ད་སྟོན་པ་དྲ་ཚིགས་མཁས་པ་གསུམ་དེ་ན་སོང་ནས་ཆོས་གཏམ་བྱས་ཤོག་ད་ཁོའི་ཁ་ལ་གཏོང་རྒྱུ་བཅས་མ་གཏོགས་སྐད་ཡོད་མ་རེད་དེ་ནས་རང་བཞིན་གྱི་ཡུལ་དོང་འགྲོ་གི་རེད་ཟེར་ཁོ་དེ་ཕུལ་གི་མ་རེད་ད་དེ་འདྲས་ཟེར་ནས་དེ་ནས་སྟོན་པ་གསུམ་ཅིག་བཏང་ཡོང་དུས། དེ་ནི་ཁོ་ཚོ་བླ་མ་མཇལ་བར་ཡོང་པ་ཡིན་ཟེར་འདུག་དེ་ནི་ཡར་ཞུ་དུས་རས་ཆུང་པས་དེ་འདྲའི་ཅི་མཇལ་དུ་ཡོང་བའི་ཟེར་གྱི་འདུག་ད་ཡར་རྒྱལ་ཁ་བཏང་དགོས་རེད་དམ་མ་རེད་ཟེར་རྗེ་བཙུན་རིན་པོ་ཆེ་ཞུས་དུས་དེར་རྗེ་བཙུན་རིན་པོ་ཆེ་གིས། ཨོ་ད་ང་ལྷོ་བྲག་མར་པའི་སྐུ་མཐུན་ནས་ཡར་ཡོང་དུས་དེ་ནི་བླ་མ་གིས། ལུས་ངག་ཡིད་གསུམ་སེམས་ཅན་ལ་ཕན་གང་ཐོག་བྱེད་དགོས་ཀྱི་རེད། དེ་རེ་བ་ཡར་སྨོན་ལམ་བརྒྱབ་དུས་ལུས་ངག་ཡིད་གསུམ་གྱི་སྒོ་ནས་སེམས་ཅན་ཐམས་ཅད་ལ་ཕན་ཐོགས་པ་བྱོས་རྗེས་སུ་སྨོན་ལམ་རྒྱས་དགོས་ཀྱི་ཡོད་རེད་བ་བྱང་ཆུབ་སེམས་དཔའ་ཇི་ཡིན་པའི་ངོས་ནས་དེ་འདུག་དེ་ནི་མར་པ་ལོ་ཙཱ་གིས་ལྟར་ན་ཐ་ན་འབིག་དམ་ཟེར་ད་གྲོ་གླེང་འདྲ་བོ་རེད་དེ་ནི་གླེང་གནང་བ་སྐད་ཆ་ཤོད་རེད་ཨོ་ལ་སོགས་པ་དེ་འདྲས་ཀྱིས་ཡང་དོན་ཆེན། ཨོ་དེ་ནས་བཀའ་མོལ་གནང་དགོས་རེད་དེ་འདྲས་གསུངས་བྱུང་བས་ད་རྩོམ་པ་དེ་འཕྲལ་དགོས་རེད་གསུངས་དེ་ནས་ནང་དུ་ཡར་བུད་རེད། ཨན་སུ་ཇག་ཅིག་དྲངས་ནས་དེ་ནས་ཁྱབ་བཏང་ཟེར་དུས་དེ་རྗེ་བཙུན་རིན་པོ་ཆེ་འགས་ད་དེ་བ་ཅན་གྱི་དད་སེར་ཟེར་ཡ་འདི་ས་ལ་བོར་ན་ས་སྐྱེ་རྡོ་ལ་འཛེར་ན་རྡོ་འགས་ཆུ་ལ་བོར་ན་ཆུ་སྐྱེ་ཟེར་བ་རེད་ད་དད་སེར་དེ་དཔེ་ཉེན་ཁ་ཆེན་པོ། ཉེས་པ་འདྲ་བོ་ཆེན་པོ་རེད་བ་སྐོར་ཟེར་ཏེ་དེ་ནས་ད་ཁྱེད་ཚོ་སྟོང་པ་ཡིན་དུས་དེ་མདོ་རེད་རེད་གསུངས་དགོས་དགོས་རེད་ཟེར་ད་དེ་ནས་ནང་འཕགས་ཀྱི་སྤྱི་ཐང་ཡིན་ན་དེ་ནས་བསོད་སྙོམས་ཕུལ་ཚོད་དུ་ཞབས་དེ་ན་མདོ་གསུངས་ཡ་ལོ་སོ་ཡོད་རེད་བ་ཡོང་སྐྱོང་བས་ཀྱི་དེ་ནས། མདོག་ཡང་འཇོམས་པའི་གཟུངས། ཆ་དེ་ཁ་དེ་ཆ་ནས་ཉམས་ཚར། འོ་དེའི་འདི་དེ་སྟོང་པ་དེའི་མགོར་བཟླས་དེ་དེ་ཡང་ལངས་ནས་དེ་ནི་གོང་གི་དེ་ནི་རྩུབ་པ་བླངས་ནས་དེ་ནི་ངའི་སྟོང་པ་གསུམ་དེའི་བསླབ་པ་གསུམ་གྱི་རྒྱན་དང་ལྡན་པ་དེ་འདྲས་ཡིན། དེ་ནི་ཆོས་གསུམ་དང་མ་འདྲེས་པའི་དོན་དག་ཅིག་ཡིན་སྲིད་ད། ཁོང་རྣམ་པ་ད་ཡང་སྦྱོང་ས་ཀྱི་གནས་རེད་ཟེར་འབུལ་བ་ཕུལ་ས་ཀྱི་གནས་ཡིན་དུས་མདོག་སྟོང་ན་འགྲིག་གི་རེད་མ་སྟོང་ནའི་འགྲིག་གི་རེད་ད་ཆོས་རྣལ་འབྱོར་པ་ཡིན་ཟེར་དེ་ནི་ད་དེ་སྲས་འདི་ག་ཟེར་ཅིག་དཀོར་སྲས་འདི་ག་ཟེར་ས་ཡ་དེ་ལ་ཉམས་དང་གདེང་ཚད་ཅི་འདྲ་ཅིག་ཡོད་དེ་ནི་རྗེ་བཙུན་ལ་ཅིག་བསྡིགས་ཡོང་དུས་དེ་ནི་རྗེ་བཙུན་རིན་པོ་ཆེ་འགའ་ད་ཉམས་ཐོག་གི། ཁོང་ཉམས་ལེན་གྱི་འགོ་འདི་སྲུང་གནང་ཡོད་རེད་ད་ཐེངས་མགོན་པོ་མཚང་མེད་ནས་ཡོད་རེད་བ་ད་ཁོང་གིས་དེ་ཉམས་ལེན་བྱེད་ཀྱི་ཡོད་ཟེར་ཚུལ་རིན་པོ་ཆེ་འགས་ད་ངས་ཉམས་ལེན་སུམ་ཆ་གསུམ་བྱས་ནས་ད་སུམ་ཆ་གཅིག་དེ་ཡི་དམ་གྱི་བསྐྱེད་རིམ་བསྒོམ་སུམ་ཆ་གཅིག་དེ་རྩ་རླུང་ཐིག་ལེ་བསྒོམ་སུམ་ཆ་གཅིག་དེ་ཕྱག་རྒྱ་ཆེན་པོ་བསྒོམ་ད་བསྒོམ་ཐུན་བཞི་གི་རྣལ་འབྱོར་དེ་འདོད་པའི་ཆ་ཚང་ཉམས་ལེན་བྱེད་ཀྱི་ཡོད་ཅེས་དངོས་ཀྱི་དེ་བག་གི་དེ་ཚོ་དེ་ཡང་དེ་ལྷ་ལ་བ་སྟོང་པ་ལྷ་ཡོངས་དེ་སྟོང་པར་སྦྱང་བྱེད་ཀྱི་ཡོད་ད་བློན་པོ་གི་དེ་བ་ཚོ་སོགས་དེ་ཚོ་བ་སྟོང་མང་ལ་མངོན་བྱེད་ཀྱི་ཡོད། དེ་ནི་རང་ཁུལ་གྱི་དེ་བར་གྱི་ཚོགས་གསོག་དང་དུ་ལྷག་ལ་སྤུས་བཞེས་ཀྱི་ཡོད་ད་ལྷག་ལ་ཡང་ཕུལ་བྱ་བའི་གི་དེ་ནི་ཚོགས་གསོག་དང་དུ་བར་འབྱུང་ཁུངས་ལ་བསྔོགས་བྱས་ཀྱི་ཡོད་ད་ང་ཚོགས་འཁོར་སྦྱོར་བའི་གི་སྨན་འཆོར་བ་རེད། འོ་དེ་གེགས་ཡོད་མ་རེད་ང་ལ་དེ་འདྲའི་གི་ནུས་པ་ཡོད་རེད་ཟེར་དེ་འདྲ་གསུངས་གནང་འདུག་ད་འདི་ཚོགས་ཀྱི་སྐབས་ལ་མགུར་ཕམ་ཕྱི་མ་དང་དུ་ནང་ལོག་ཆོས་སུ་འགྲོ་བ་བཞིན་གྱི་ལོབས་སུ་དེ་ནས་ཤུལ་ལམ་དུ་འགྲོ་བ་ལམ་འཁྲུལ་པ་སེལ་བའི་དེ་དྲག་པོའི་ཆོས་ཤིག

སྒོམ་གྱི་ཡོད། དེ་འདྲ་ཅིག་ཞུ་ཡོང་དུས་དེ་ནས་རྗེ་བཙུན་རིན་པོ་ཆེ་ངས་བསྐྱེད་རིམ་འདི་འདྲ་ཅིག་སྒོམ་གྱི་ཡོད་གསུངས་ནས་བསྐྱེད་རིམ་སྒོམ་ཚུལ་གྱི་སྐོར་དེ་གསུངས་ཤར་བ། བསྐྱེད་རིམ་དེ་སྒོམ་ཡོང་དུས་ལུས་ངག་ཡིད་གསུམ་གྱི་སྐུ་གནས་ཐང་འདྲ་བ་དེ་ལུས་སྣང་མཐོང་བར་སྣང་གི་འཇའ་ཚོན་འདྲ་དེ་ལ་ངོས་བཟུང་མེད་པའི་བསིལ་བ་སེར་སེར་དེ་འདྲ་གྱི་བསྐྱེད་རིམ་སྒོམ་སྟངས་དེ་ཚོ་མང་ཅིག་གསུངས་ཡོང་དུས་དེ་ནས་ཁོས་ཀྱང་ཨོ་ད་ཅིག་རླུང་དང་དེ་འདྲའི་སྐད་ཆ་བཤད་ཡག་ཟིག་ཡོད་མ་རེད་ཟེར་བྱིས་པ་སྐད་ཡིན་ན་ཡང་བྱིས་པ་ཟེར་དུས་རུང་བ་ཁ་ཤས་ཀྱི་ཚོར་བ་ནང་གི་ཟིག་དེ་ག་རེ་བ།

སྐབས་དེ་དུས་ནས་ལབ་ཡོད་ཟེར། འོ་ད་སེམས་ལ་ཡོང་དེ་ལྟ་ང་ཙམ་ཞིག་མེད་ན་དེ་ནས་ཁྱེད་རང་གི་རླུང་དེ་གར་གོམས་དགོས་རེད་ས་ག་འཕྲལ་དུ་གོམས་ཀྱི་ཡོད་སོང་དེ་ཡག་ཅིག་རྙོག་ཁྲ་ཅིག་བཤད་ཡོང་དུས་ཡང་རྗེ་བཙུན་རིན་པོ་ཆེ་ངས་རྩ་རླུང་དེ་འདྲས་གོམས་ཀྱི་ཡོད། གོམས་རླུང་གོམས་སྟངས་དེ་བདག་གི་རྩ་རླུང་ཐིང་ལེ་གོམས་ཙམ་ན་རྩ་གཙོ་མོ་གསུམ་དང་འཁོར་ལོ་བཞི་ལུས་སེལ་བ་ཟེར་བ་རང་ཡིན་འདྲ་ཟེར་ད་ནས་བ་དེ་རྩ་རླུང་གོམས་སྟངས་དེ་འདུག་པས་ཆ་ཚང་གསུང་བཞག་རེད་བ་དེ་འོ་དེ་ཉམས་ལེན་ཙམ་དུ་སོང་ནས་སྣང་བ་ཆོས་སུ་སོང་བས་མི་རིགས་ཀྱི་སྟོང་པ་ཧོལ་ཡོལ་དུ་མ་ལུས་ཐང་རེ་སྤྲོ་ས་དེ་འདྲས་གསུང་ཡོང་དུས་དེ་ནས་ཡང་སྟོང་པ་དེ།

རྟོགས་པར་བཞག་གི་ཡོད། སྣ་ཚོགས་ཀྱི་ངང་ནས་མཉམ་པར་བཞག་གི་ཡོད། འདི་འཆར་སྒོ་ག་རེ་ཡིན་ནམ་དེ་ལས་གཞན་ཚིག་འདྲ་བོ་མེད་དུས་དེ་ག་རང་གི་ཐོག་ནས་བཞག་གི་ཡོད། ད་དེ་ནས་ཁོང་གི་ཉམས་ལེན་དང། འབྲས་བུ་དེ་ཡིད་སྨོན་དུ་མ་ལོན་པའི་ད་ལྟ་རང་ལ་དགོས་རྟོགས་ག་འདྲ་བ་ཅི་ཡོང་དེ་མཐར་རྟོགས་ཀྱི་འབྲས་བུ་འདྲ་བོ་དེ་ད་ལྟ་ནས་ཚུར་མྱོང་འོང་དུས་བློ་བདེ་བོ་དང་རེ་དོགས་གཉིས་ཚིག་དེ་བྲལ་བའི་དང་རེ་བྲལ་བ་སོགས་དུས་དེ་རེ་གསུངས་འོང་དུས་དེ་སྟོང་པ་དེ་གོ་འོ་ད་ཅིག་ངོ་ནས། ངོ་མཚར་ཆེན་པོ་རེད་ཐུགས་བསམ་མ་བཞེས་བ་ལ་འདི་འདྲས་ཀྱི་བློ་ལ་མ་ཤར་ཤར་ལ་ཡོང་ཐུབ་པོ་མ་རེད་ད་འདི་འདྲས་ཀྱི་ཅིག་མ་གོ་རིམ་བསྒྲིགས་ནས་མ་ཁྱེད་རང་ལྟ་མཁན་གྱི་བླ་མ་འདྲ་ཅིག་ཡོད་ཀྱི་རེད་བ་དེ་བླ་མ་དེ་ག་འདྲས་ཀྱི་ཡོད་རེད་ང་ལ་ཅིག་བཏང་དང་ཟེར་འོ་ད་དེ་འདྲས་ཞུས་ཡོང་དུས་དེ་ནས་རྗེ་བཙུན་རིན་པོ་ཆེན་གྱི་བླ་མ་སྟོང་པའི་གི་མགུར་དེ་སོང་ནས་མི་བདག་གི་བླ་མ་རྗེ་བཙུན་དེ་རྩ་གསུམ་འདུས་པ་སངས་རྒྱས་ཀྱི་ཞིང་ཀླུ་མངའ་ཐག་པ་སེང་གེ་དྲེགས་ཁ་མངའ་ཐག་པ་པད་མའི་གདན་དེ་ནས་ཡིན་སེམས་ཉིད་སྟོང་པ་བླ་མའི་སྒོ་ཡེ་ཤེས་ལུས་ཆེན།

ད་ཁྱོད་ཆོས་པ་བཟང་པོ་ཞེ་བོ་ཅིག་འདུག་ད་ཁྱོད་ཀྱི་བླ་མ་དེ་ང་ཚོ་མཐོང་རྒྱུ་དེ་འདྲ་མ་རེད་མཐོང་ས་མ་རེད་ད་འཇིག་གི་གཙོས་བར་གི་ཚེག་སོང་བ་དེ་ཚོ་བཟོད་པ་གསོག་རོགས་བྱེད་ཟེར་དེ་ནས་ང་ཚོ་སྟོན་པ་གསུམ་པོ་འདི་ལ་དེ་ནས་གདམས་ངག་གང་ཕན་པའི་ཐོག་ལ་འདའ་རོགས་ཞེས་དེ་འདྲ་ཡང་ཞུ་བ་ཕུལ་འདུག་སྙིང་ཐག་པ་ནས་དེ་བ་དེ་ད་འདི་ཚོ་དེ་ད་གནས་ལུགས་ཀྱི་རྒྱུ་མཚན་ཤེས་པའི་ཐོག་ནས་དེ་བ་ཞུ་གི་ཡོད་རེད་བ་ད་བ་དར་ཤ་གཅིག་ཡོང་དེ་དེ་ག་ར་རྩ་ཆེན་དེ་རེད་ཟེར་ནས་ང་ཚོ་རྒྱུགས་བསྡད་པ་དེ་འདྲ་མ་རེད་བ་དེ་ཁོང་རྩ་ཆེན་ཡིན་དགོས་རེད་ང་ཚོ་ཅིག་ཅིག་རེད་ཟེར་ནས་རྩ་ཆེན་པོ་རེད་མངོན་ཞེན་ཡོད་རེད་རྫུ་འཕྲུལ་ཡོད་རེད་དེ་འདྲ་མ་རེད་བ་བ་གནས་ལུགས་རང་གི་ཐོག་ནས་བར་བརྟག་དཔྱད་བྱས་ནས་བརྟག་དཔྱད་བྱས་ནས་ར་དེ་ནས།

ད་དེ་ལ་རྣལ་འབྱོར་པ་བཅས་བྱས་ནས་ཡོད་རེད། དེ་ད་ངས་ཧེ་རུ་ཀའི་གིས་དེ་མཛད་པའི་རྣམ་ཐར་ནང་ལ་དེ་ནས་ཀ་པཱ་ལའི་ནང་ལ་ཆང་ལ་ཧུག་པར་བྱས་ནས་འཐུང་བསྡད་ཀྱི་ཡོད་རེད་ཟེར་གྱི་ཡོད་རེད་བལྟས་འདུག་དེ་ནས་ལོ་སྟོང་གི་ཐོག་ནས་ཧཧཧཀོབ་ཏུ་དགོངས་པ་ཚོམས་བྱས་ད་རྣལ་འབྱོར་པ་བཟོ་དགོས་ཀྱི་མིན་ཁོ་གཡོག་ནས་ད་ངས་སྟོང་པ་གསུམ་པོ་དེ་ཡང་ལས་ལྕོགས་ཤ་འདུག་ད་ལས་ཤ་ཟ་ཤེས་ལྡན་པ་ལ་སྨོད་བྱེད་དེ་འདུག་ད་དེ་རིང་ཆུང་འདྲིས་ཅིག་བྱེད་དགོས་སུ་ལབ་ནས་དམའ་ཞིང་ཕབ་དགོས་རེད་ཟེར་དེ་བསམ་པ་སྐྱེས་ནས་དེ་ནས་བཀོད་དེ་བྱས་རེད་དེ་ནས་ཤ་ཁོག་ཅིག་དང་མར་ཐུད་ཅིག་བུད་ནས་རྗེ་བཙུན་ལ་བོས་ནས་དེ་ལ་དོན་གྱིས་ད་ཆོས་ཐམས་ཅད་ཚད་མའི་གཏན་ལ་འབེབས་དགོས་ར་བ་ཟེར་དེ་འདི་ཚད་མ་གཅིག་གི་མཚན་ཉིད་དང་མངོན་སུམ་དང་བྱིས་པ་དང་གྲུབ་མཐའི་དབྱེ་བ་དང་ད་འགས་མི་འགས་གྲུབ་མི་གྲུབ་སྣང་ལ་མ་ངེས་པའི་དེ་འདྲའི་དབྱེ་བ་ཅིག་ཆོས་ཐོན་ཤོག་དང་གསུངས་ནས་འོ་དེ་རྗེ་བཙུན་ལ་བཀའ་འདྲི་ཞུ་འོང་དུས་རྗེ་བཙུན་གྱིས་ད་སྟོང་པ་ཐ་སྙད་ཀྱི་རྫོང་ལ་མ་ཞེན་ཐ་སྙད་ཆོས་ཀྱི་རྣམ་གཞག་མང་པོ་ཞིག་ཨ་ར་བ་ད་ལྟ་རྫོང་ཟེར་དུས་དེབ་ཅིག་ཏེན་ཕོ་འདྲ་ཞིག་ཡིན་དེ་ཤེས་ན་ཞེའུ་ཅིག་ད་ཆུ་ཐོབ་དུ་ཡོད་ཟེར་དུས་ལབ་དགོས་ར་བ་ད་དེ་ལ་མ་ཐ་སྙད་གཅིག་པུར་ཞེན་སོང་ན་ཞེ་དྲག་ཕན་ཐོག་མ་ར་རང་ཆུ་གི་བདུད་རྐུ་བོ་རེད་ཆུ་ཟེར་དེ་ཆུ་ཉིད་སྐྱེ་མེད་ཀྱི་གཉུག་མའི་ངང་ལ་ཕར་ཞོག་དང་ཟེར་གནས་ལུགས་དེ་གང་གི་ཐོག་ལ་ཕར་ཆུ་ཉམས་ལེན་བྱས་ནས་ཞོག་དེ་ནས་སྤྲོས་པ་ཐམས་ཅད་ཆགས་སྡང་རྨོངས་གསུམ་ཐམས་ཅད་ཞི་འགྲུབ་བོ་རེད། ད་ཡོན་ཏན་གྱི་ནང་ལ་སྐྱེ་གི་འདུག་ག་ཟེར་ད་ཁྱེད་རང་ལ་ཡོན་ཏན་དེ་བཙལ་ཟེར་ན་དེ་ནས་ཕྲག་དོག་སྐྱེས་སོང་ར་བ་ཕྲག་དོག་གི་དུག་ལྔ་དེ་ངན་སོང་གི་འབྲས་བུའི་ས་ན་འགྲོ་གི་རེད་དེ་རེད་ད་ཆུ་དངོས་སུ་དོན་གྱི་རྩ་ནས་ཆུད་ཐུབ་ཀྱི་ཡོད་མ་རེད་དེ་ང་ཚོ་རྣམས་ཀྱིས་རིག་པར་ཆུད་ཐོབ་མ་ཐོབ་རྩོད་པ་རྒྱག་དགོས་རེད་བ་རྗེ་བཙུན་རིན་པོ་ཆེན་གྱི་དོན་གྱི་ཆ་ནས་ལབ་ནས་ཚིག་གི་ཐོག་ནས་ཆུད་ཐུབ་མ་ཐུབ་མ་ཡིན་པ་དོན་གྱི་ཆ་ནས་དེ་ནི་ཕྲག་དོག་ང་རྒྱལ་ད་དོན་དུ་ཡོང་དགོས་རེད་བ་ཞེ་སྡང་ལ་སོགས་པ་དོན་ལྔ་འདི་གི་དག་རང་གི་རྒྱུད་ལ་དེ་ནི་དེ་ཞེ་དུས་དག་ཆུད་ངོ་མ་དེ་དེ་ནས་མ་ཐོབ་རེད་དེ་ནི་ཆུད་མ་ཐོབ་དུས་དེ་ནི་དག་འབྲས་བུ་དེ་ངན་སོང་གི་སར་འགྲོ་ཡོད་མ་གཏོགས་ཡོད་མ་རེད་དེ་འདི་དག་རང་ཆུད་དེ་རང་གི་དེ་བསྲེག་རྒྱུ་ཡོད་མ་རེད་འོ་དེ་རང་གི་བསྲེག་ཟེར་ན་དེ་ང་ཚོ་ཧ་གོ་རོགས་མེད་ལ་བསྲེག། མེད་ཟེར་ན་ཚིག་དྲུག་རེད། དེ་ནང་བཞིན་ཆགས་འགྲོ་གི་ཡོད་རེད། དེ་འདྲས་སོང་རེད་ཟེར་འདུག་ད་དེ་ནས་གཙང་གཉིས་ཧེ་རུ་ཀ་གི་མཛད་པའི་མགུར་ཕམ་ནང་ལོག་ཁྲིད་སྐབས་སུ་དེ་ནི་མ་ཁྲ་འདྲ་བོ་ཁར་སོང་བ་ཟེར་ན་རྗེ་བཙུན་གྱིས་ད་ངས་ཁྱེད་ཀྱི་ལུག་གི་ཚད་མ་ཚང་ཚུལ་ཤེས་ཀྱི་མེད་ད་ང་རང་ལུག་གི་ཚད་མ་འདྲ་བོ་བྱས་ན་དེ་ནི་ཚེ་སྟོད་ལ་དེ་ནི་བླ་མ་ཚད་མ་ལ་བསྟན་དེ་ནས་གདམས་ངག་ཚད་མ་འདི་ཞུ་ཞུས་པ་ཙམ་མ་ཟད་པའི་སྙིང་རུས་ཚད་མ་དེ་ད་རི་ཁྲོད་ཚད་མ་ལ་དགོན་པ་རེད་ཟེར་ཚད་མ་ཟེར་ན་ད་དཔེ་བསླུ་བ་མེད་པ་དེ་རེད་བ། པ་དྲང་བདེན་འདྲ་བ་ང་ཚོ་རྒྱ་མ་རྒྱ་བ་འདྲ་བོ་ཅིག་པ་ཚན་ཐན་ཅིག་འོ་དེའི་འདུག་རང་ཁྱུད་ལ་དེ་ནི་དྲོད་རྟགས་ཚད་མ་སྐྱེ་ཡོང་པ་རེད།

ཡོང་གི་འདུག་གོ་ཨོ་དེ་རེད་ད་ཁོང་གིས་དེ་ཡོང་ཚུལ་གྱི་མགོ་བྲིས་གསུང་བཤད་རེད་བ་ད་སྙིང་མའི་སེམས་ཅན་དོན་དུ་ཕྲག་དོག་ཆེན་པོ་ཞི་དྲག་ཆགས་བསྡད་ཀྱི་ཡོད་རེད་ཁྱི། རྣམ་གཉིས་ཚུར་ཉོན་དང་ཟེར་དང་ཨ་མས་ངའི་དེ་མ་བརྗེས་ན་ང་ནུ་ཞོ་འཐུང་གི་མ་རེད་ནུ་ཞོ་མ་བཏུང་ན་དེ་ནས་ང་འཚར་ལོངས་ཡོང་གི་མ་རེད་འཚར་ལོངས་མ་བྱུང་ན་རྒྱལ་ཁམས་བསྐོ་གི་མ་རེད་ཟེར་དེ་ནས་མ་དག་ཁོང་གི་རྒྱུ་མཚན་གནས་ལུགས་མང་པོ་ཞིག་ད་བསྟན་འཁྲིད་ཀྱི་འགྲོ་སྟངས་འདྲ་བོ་ཅིག་རེད། འོ་དེ་དེ་འདྲའི་ཡོད་ཅིག་མ་སོང་ནས་དེ་ནས་ད་གཉའ་གནོང་གི་རེས་བསྒོམ་པ་ལ་ད་ང་མི་ལ་རེ་བ་བསྒོམ་བསྡད་ག་རེ་ང་དེ་འདྲའི་བསྒོམ་བསྡད་པའི་སྐབས་སུ་དེ་ཕྱིའི་སྟོང་པ་གི་དྲ་ཐོག་དང་ཟུག་རྔུ་དེ་འདྲའི་སྐྱེས་སོང་རེད་སེམས་མ་བདེ་བས་ཟུག་རྔུ་ཟེར་དུས་མ་བདེ་བ་དེ་འདྲ་ཆགས་རུང་བ་དེ་ལ་ཟུག་རྔུ་ཟེར་ག་བ་ང་ཚོ་ན་ཟུག་ཟུག་དེ་རེད་བ་ད་དེ་ཁྱེད་རང་འཁྲུལ་སོང་བར་བ། ང་ལ་ཡོང་ད་བུ་མོ་གི་དེ་དེ་བས་གི་ཟས་སྐྱེས་ཡོང་དུས་དེ་ཁྱེད་རང་སེམས་ན་ལངས་སོང་རེས་ད་ཁོ་ལ་མ་བདེ་བར་བྱས་ན་བསམ་ནས་དེ་ད་དེ་ཁྱེད་རང་འཁྲུལ་སོང་བར་བ། ད་ཁྱི་རྣམ་པ་ཁྱེད་བ་དེ་རེད་དེ་ཡིན་ན་དོན་མི་ཚེག་དེ་འདྲའི་སྐྱེ་གི་ཐོག་ལ་ཐ་སྙད་དེ་འདྲ་གཅིག་གིས་སྟོང་འཕེལ་གྱི་འདྲ་རྩོད་བྱས་ནས་ད་དེ་ཞེ་པོ་གཅིག་ཡིན་བསམ་ནས་ད་དེ་ལ་བདེན་པ་ཞེ་དྲག་འཛིན་ཡ་ཡོད་མ་རེད་དེ་ཐག་ཆོད་གི་མ་རེད་བུ་ཐག་ཆོད་གི་མ་རེད་དེ་ད་བར་ཐུག་གི་མ་རེད་འདྲ་གསུང་ས་རེད་ཚེ་ཐ་སྙད་དེ་ཚོ་མུ་སྟེགས་ཀྱིས་རྟོགས་བསྡད་གི་ཡོད་རེད་མུ་སྟེགས་ཀྱིས་ད་དེ་འདྲའི་རྟོགས་པ་གཅིག་ཆགས་བསྡད་གི་ཡོད་རེད་དེ་འདི་ད་དེ་ལ་མི་ཚེ་སུམ་གཉིས་ཙམ་གྱི་ཟས་སོང་བ་ཚོར་གི་མི་འདུག་གས་རྟོགས་ཚིག་གི་ངན་ཚིག་སྣ་ཚོགས་ལ་དེ་ནི་ཚེ་སྟོང་པར་དེ་མ་བསྲེས་ན་དགའ་གི་རེད་ད་ཕྱིན་རྣམ་པ་འདི་ཉམས་ལེན་འདྲ་བོ་བྱེད་རྒྱུ་འདུག་ན་འོ་ད་དེ་ང་ཚེ་ངན་གྱི་དེ་འདྲའི་ཡ་བོ། བྱས་ནས་དེ་ནས་ལབ་ཡག་གི་དུས་ཚོད་མི་འདུག་མུ་ཏིག་གི་རྟོག་པ་དང་དེ་རྣམས་གླུ་གཞས་མང་པོ་ཞིག་ཡོད་རེད་བ་ད་དེ་ཚོ་རྟོག་གི་གི་རེག་པ་ཟེར་དུ་ང་གྲངས་ཀ་རྒྱག་ན་རྒྱག་ལོང་འདྲ་ཞིག་མི་འདུག་འདི་རྒྱག་ཐུབ་ཡག་ཟེར་ཡོད་མ་རེད་ད་དེ་ནས་དུས་ངས་ཚད་མ་གི་ཚོད་མ་དེ་འཐུང་མ་མྱོང་ད་ད་རེས་ཀྱི་རྩོད་པ་དེ་ད་སྟོན་པ་ཁྱེད་རང་རྒྱལ་ཁ་ཐོབ་སོང་རེད་སོང་རྗེས་ཚོན་གི་དེ་འདྲས་སོང་ཡོང་དུས་འདི་སྐབས་དེ་ནང་ལ་ད་དེ་ནས་ཏིག་ཏིག་ཅིག་མ་འདྲ་འདྲ་བ་ཅིག་ཡོང་སྡོད་ཀྱི་ཡོད་རེད་རྣམ་ཐར་ད་ལྟ་གཞན་དག་གི་ནང་ལོགས་ལ་དེ་ནས་ད་ལོ་ཐོན་ཁྲོད་ནས་ད་དེ། ཆོལ་ཁའི་གདོང་རྒྱུད་ཁྱོན་ནས་མེད་པར་མི་ཤེས་པའི་སྐད་ཅིག་གབ།

ད་ང་ཚོ་ལ་ལན་འདེབས་འདུག་དེ་དེ་མིན་ན་ལོན་པར་བྱེད་ཤེས་དེ་ང་ཚོ་མཁས་པར་འགྲོ་གི་མ་རེད་ཆོལ་ཁའི་ཚུལ་བཞིན་དུ་ལན་འདེབས་ཀྱི་ཡོད་ན་ད་ཐོབ་ཤོག་དེ་མིན་སྐོར་ཁོ་ན་རང་བསད་ད་ཆོས་ལུགས་རྐྱང་རྐྱང་གི་རེད་པའི་ཁ་དེ་ལ་སྐོར་ཚད་རང་ཟ་བ་ལས་རང་ཁ་འདི་འདྲ་སྒུག་གི་རེད་འདེམས་སྒོམ་ཟེར་ནས་དེ་ནས་ས་པ་ར་ཧམ་རྗེ་བཙུན་གྱི་ཞལ་ལ་གཏོར་ཡོང་རེད་དེ་རྗེ་བཙུན་གྱིས་དེ་རྗེས་ཀྱི་ས་དེ་ཚོ་ཚིག་ཆེ་ནན་པའི་ཞལ་འཛུམ་མོ་ལས་མཛད་ནའོ་ད་ཁྱོད་རང།

དེ་འདི་འདྲ་བྱེད་ཀྱི་འདུག་ད་སྡིག་ཆེན་འདི་ཚོ་ཅིག་བྱེད་མ་ཤེས་ན་ད་རྩ་ལྟུང་ཕོག་ནས་བསྡད་ན་ཆོག་བྱས་ཀྱིར་སོང་ནས་ཁོང་གི་བེར་ཀ་ཅིག་བཟུང་ནས་དེ་ནས་རྡུང་ཡག་གི་གྲ་སྒྲིག་བྱས་འདུག་བདག་གིས་ཆད་པ་རེད་སེམས་རྗེ་བཙུན་གྱིས་དེ་བཟུང་ནས་ད་དགོས་དུས་མི་ཕན་གི་ནོར་དེ་ག་གི་ཡོད་མ་རེད་ཟེར་བ་སྒོ་རེ་འདི་བརྒྱུད་དེ་ཕན་ཐོག་ཡོད་མ་རེད་བ་སྡུག་དུས་མི་ཕན་པའི་བརྙན་དེ་གར་བྱས་དགོས་རེད་ཕན་ཐོག་ཡོད་མ་རེད་བ་དཔེ་དེབ་ནང་བཞིན་དུ་རྐྱེན་མི་སྡིག་པའི་ཆོས་རྣམས་ནི་ཞུ་རྒྱུ་རེད་ཟེར་ཞུ་དུ་ཆད་པ་རེད་ད། སྐྱོང་ཆ་སྡུག་ཤོས་འོ་དེ་སྡུག་གི་ངས་དེ་གནའ་དྲན་ཡོང་གི་དེ་དེ་ང་ཚོ་སྐྱེན་ཐེག་དགོས་གི་རེད་ཆུ་དེ་སྐྱེན་ཐེག་དགོས་གི་རེད་བ་ད་ང་ཚོ་ད་ལྟ་ཆོས་པ་ཚང་མར་དཀའ་ངལ་ཆེ་རྒྱུ་དེ་སྐྱེན་ཐེག་གི་འོ་མ་རེད་དེ་ཐུགས་དག་པ་རེད་བ་ཆོས་ཉམས་ལེན་བྱེད་གི་ཡོད་མཁས་པ་ཡིན་གྲུབ་ཐོབ་ཡིན་འོ་ད་ཅིག་དད་པ་ཡོད་དག་སྣང་ཡོད་ད་མང་པོ་སེ་དེ་ངས་ཚང་མ་སྐྱེན་ཐེག་དེ་རེད་མ་རེད་ཟེར་ན་དེ་ནི་གོམ་པ་ཚུམ་ག་ཁྱོད་ན་འཛེམ་ངོ་ཏོ། འོ་དེ་ནས་དེ་ན་འཁྲུག་པ་ཤོག་མ་ཁ་ཆེ་ནམ་ཕྱིར་ལོག་ད་མང་པོ་ཞོ་ཅིག་ཡོང་ཐེག་གི་ཡོད་རེད་བ་ད་དེ་སྐྱེན་མི་ཐེག་པ་རེད་བ་རང་ཁྱོད་ཚང་མ་ད་འདི་འདྲ་ཞུ་དུས་དེ་ནི་མང་པོ་ཅིག་གོམ་གང་འགེལ་འགྲོ་གི་འདུག། དེ་འདྲ་ལབ་ཀྱི་ཡོད་མ་རེད། གསུངས་འདུག་དེ་དག་འདི་ཚོ་དོན་དངོས་རང་དུ་ང་ཚོ་དོན་དངོས་དེ་མ་ཞུ་དགོས་རེད། ཨོ་ད་དེ་ཡིན་དུས་དེ་སྐྱོན་ཆ་ཆེན་པོ་རེད་ད་དེ་སྐབས་སུ་གཉེན་ཕོག་གི་སྟོབས་སྐྱེ་དགོས་རེད། ཁྱེད་ངན་པ་ཡོང་དུས་ལམ་སང་དེ་དྲན་ཤེས་ཟིན་ནས་དེ་དྲན་པ་བཟོ་དགོས་རེད་ད་ཁྱོད་ངའི་བུ་གི་དྲན་པ་དང་རིག་པ་ལ་བཅག་འདས་པ་ཡིན་གསུངས་ནས་དེ་ནས་རེ་བྱུང་ལ་དེ་ནས་མགུར་དེ། ཨོ་དེ་གསུངས་ན་རེད་པ་དེ་འདྲས་ཀྱི་ད་སྐྱེ་ངན་ལམ་དུ་ལོངས་དགོས་ཀྱི་རེད་གསུངས་ནས་མགུར་དེ་གསུངས་ཤག་རེད་པ་མགུར་དེའི་ནང་ལ་དེ་འདྲས་གསུངས་ཤག་རེད་ད་ཁ་ངོམ་སྟོབས་ཀྱིན་གྱི་ཆོས་པ་དེ་ཚོ་དེ་སྐྱེ་ངན་པ་བྱུང་དུས་བལ་དེ།

དེ་ནས་བླ་མས་ཀྱིས་ཕྱག་བར། ཨོ། དེ་ཡིན་དུས་དྲུག་པ་བརྒྱབ་ན་རང་གི་ཕམ་འགྲོ་གི་རེད་གསུངས་ནས་རྗེ་བཙུན་རིན་པོ་ཆེ་གིས་འདི་ནས་ལས་བྱུང་བ་ལྟ་ཆུ་ཡག་པོ་ཉོ་ཆུ་ལྟ་བས་རྒྱས་པ་ནམ་མཁའ་ལ་བུ་རིག་པའི་ཆོ་འཕྲུག་ཤོག་ཚད་དེ་སྦྱང་དགོས་ཀྱི་རེད་དེ་ཤོག་ཚད་དེ་མ་བྱུང་ན་དགྲ་ལ། ཤོག་ཚད་བཞེས་ན་དེ་ནས་ཕྱོགས་རིགས་ཡག་ལ་ལྷུང་འགྲོ་གི་རེད་གསུངས་ནས་དེ་ནས་ལྟ་བ་སྒོམ་པ་སྤྱོད་པ་འབྲས་བུ་ཨོ་ད་དེ་ཚོ་ཚང་མ་ལ་སྦྱར་ནས་མ་བསླབ་ཤག་བརྒྱབ་ནས།

དེ་ཀོ་ར་སྟག་ད་ཡག་པོ་བྱུང་མ་སོང་རས་ཆུང་སྤུས་ཀས་དེ་ཐིག་དྲུག་པ་བྱས་ཏེ་བཏེགས་སུ་འགྲིག་མ་སོང་སོང་དེ་ནས་རྗེ་བཙུན་རིན་པོ་ཆེ་ནང་པའི་ཐིག་སྔར་ལས་ལྷག་དགོས་ཀི་དེ་ནས་མོས་པ་འོ་འདྲ་པོ་དེ་འདྲས་བྱུང་སོང་རེད་སོགས་ཐིག་ཡོང་གི་འདུག་འདིའི་སྐབས་ལ་དེ་ནས་མར་རྣམ་ཐར་གཞན་དག་ནས་མེད་པ་དེ་གྲ་རྒྱས་ཤོས་གཅིག་ད་ཐིག་བཙོང་ཡུལ་ཧེ་རུ་ཀ་གི་མཛད་པའི་གི་རྣམ་ཐར་གི།

དག་ཡང་ནས་ཕོག་གོ་བྱིས་ལས་ཤག་པ་བྱས་ན་རབ་རེད་དེ་ནས་འཐུང་ཤོག་སོང་ནས་དེ་ག་བཏང་དེ་ཡང་ཤ་གོས་དེ་ཕུལ་ནས་དག་ཁེ་སང་ཁྱེད་རང་ལ་དེ་བརྗེས་པ་ལ་དེ་ནས་དུ་ཤ་ཡིན་ཤ་གོས་དེ་བཞེས་རོགས་ཞེས་དག་ང་ཚོ་པོ་ཏི་འདི་ཚོ་དཔང་པོར་བཙུགས་ནས་དག་བགྲོ་གླེང་བྱེད་དགོས་ཡོད་བློ་མཐུན་པའི་སྒོ་ནས་ཆུ་དང་རླུང་མོ་བཞེས་གོ་རེད་ལབ་དེ་རྗེ་བཙུན་གྱི་དེ་རེད་སོང་བ་རེད་འཇིག་རྟེན་ཁ་པོ་ཡོད་རེད་ཟས་མ་ཟས་དེ་མ་ཆུང་བཞེས་རེད་ཞེས་ཟེར་གི་རེད་ཏོ་ཟས་མ་ཟས་དེ་ངོམ་ཐོག་ནས་ཧ་གོ་བ་རེད་བ། དེ་ནས་ཆུ་བཞེས་མ་བཞེས་དང་ཆུ་བཞེས་མ་བཞེས་དེ་ག་ནས་ཧ་གོ་གི་ཡོད་རེད་ཟེར་ན་ཉོན་མོངས་པ་གི་དང། དང་ཚིག་འཁྲུལ་མ་འདོན་ཁག་དགོས་པ་རེད། ཉོན་མོངས་པ་དང་དང་ཚིག་དོན་དུ་མ་མཐུན་དུ་ཡོད་ན་ནི་ད་ཆོས་བྱས་བྱས་པ་རེད་ཤེས་ཤེས་པའི་གི་ད་ར་བ། ད་ཉོན་མོངས་པ་མ་མཐུན་དེ་ནི་དང་ཚིག་དོན་དུ་མ་མཐུན་ན་ནི་དེ་ཆོས་དུས་ལམ་སོང་མ་ར་བ་ཨོ་དེ་རེད་དེ་ཡིན་དུས་ད་བགྲོ་གླེང་དུ་རྩོད་པ་དོན་དུ་ད་ཚང་མ་ནི་རྒྱལ་ཚར་བ་རེད་རྒྱལ་ཁ་འདྲ་བ་ཐོབ་ཚར་བ་རེད་དེ་རང་གི་ཐོག་ནས་གོ་ཉོན་མོངས་པ་དོན་དུ་ཐུལ་ཚར་བ་རོ་དང་ཚིག་དོན་དུ་ཐུལ་ཚར་དུས་ད་རྒྱལ་ཁ་ཚང་མ་ཐོབ་ཚར་བ་རེད་ད་དང་ཚིག་དང་ཉོན་མོངས་པའི་ཕྱོགས་ལ་སྤྲོ་བ་ཙམ་ཞིག་ཡང་མ་སོང་བ་བྱས།

བགྲོ་གླེང་བྱེད་དགོས་མ་རེད་ལོག་སོང་གསུངས་མདོག་གདངས་དེ་ནས་ཁོང་ཚོ་བེད་སྤྲིབ་ཅིག་ཡོང་གི་མ་རེད་ད། དང་ཚིག་ངན་ངན་མོ་འཐུས་མ་འདི་ཟེར་བསམ་ཤེས་མ་ཚོགས་སུ་ཅིག་གིས་ཤེས་གི་མ་རེད་ད་དེ་ནས་ད་མ་འཐུས་ན་དེ་བགྲོ་གླེང་འདི་ཤེས་དགོས་རེད་དེ་རྩོད་གླེང་ཐེབས་དགོས་རེད་ད། དེ་རེ་བྱུང་སོང་ན་དེ་ཁོ་བ་ཡུལ་ཅན་དང་དབྱེ་བ་གཏིང་ཟབ་མི་ཟབ་དེ་ཁྱེད་ཁྱེད་འདོད་ཡོད་མ་རེད་ད། ཁྱེད་པའི་སྡིག་པ་དེ་ཆེ་ན་ཡང་ཡིན་ཟེར་བ་རེད་ད་ལན་མ་དེ་མོ་བླུན་པོ་སྡིག་པ་ཆུང་ན་བརྗེད་ཡིན་ཟེར་གི་བ་རེད་ད། དེ་མ་གཏོགས་ཅིག་གིས་བླུན་པོ་གི་དགེ་བ་ཅི། སྒྲུབ་བསྐུལ་བྱས་ན་ཡང་ད་ཉེ་བ་གཏིང་ཟབ་པོ་ཡོང་གི་རེད། ད་དངོས་སུ་བྱས་ན་ཆུ་གཤེར་མ་ཞིག་གི་དབྱེ་བ་ཕྱེ་དགོས་རེད་ད་བགྲོ་གླེང་བྱ་དགོས་རེད་ད་ངས་མ་ག་ལེ་ག་ལེ་མ་རྩོད་པ་དེ་མ་གོ་རིམ་འདྲ་བོ་ཞིག་བྱ་དགོས་རེད་ད་གླེང་ཆོག་པའི་ཁྱོད་རང་ཆུ་ག་ན་ལ་འབྲི་བྱ་ཆེ་ག་རེ་ཡོད་ན་དེའི་ཐོག་ལ་མ་དམ་བཅའ་ཞོག་ད་དེ་ངས་དེ་ལས་ངོས་དེ་ཚོ་ལྟ་དགོས་རེད་ད་རྗེ་བཙུན་གྱི་དམ་བཅའ་དེ་ཚོ་ད་ད་བསྡད་ཀྱི་འདུག་དེ་མིན་འདུག་འོ་དེ་ད་དེ་འདྲས་ཀྱི་མ་རྩོད་པ་བརྒྱབ་དགོས་གསུངས་འདུག་དེ་རྗེ་བཙུན་གྱི་ད་རྩོད་པ་བརྒྱབ་དགོས་མ་རེད། ད་ཆོས་ཡིན་གཅིག་མིན་ཡིན་གཅིག་ཉན་དགོས་ཟེར་ན་ད་རང་རེ་ཀུན་གྱི་མལ་གྱི་དོང་རྣ་བའི་ཐོད་ད་རྒྱུན་དུ་འགྲོགས་པའི་ཆ་རྒྱུས་ཡོད་པའི་འདྲིས་ཆེ་ཆུང་མེད་པས་ད་ཆོས་ཀྱི་དྲི་བ་གཏོང་དགོས་ད་དེ་དྲི་བ་དེ་གཏོང་ཡོད་ན་དེ་ནས་ད་ཆོས་དམ་བཅའ་ཅིག་ཞོག་དང་ལེན་ཐོབ་ཡོད་ད་ནམ་ག་དེ་ཐོག་ཆོས་ཡིན་ན་ཐོག་མིན་ཡིན་གསུངས་དེ་གོ་ད་དེ་འདྲའི་དྲི་བ་དྲན་གྱི་ག་བ་ཡོད་རེད་ད། ཐིག་ཁེ་ཞེས་པ་ཁས་ལེན་ད་ཡིན་ན་ངས་ཁེ་འདྲ་ཁས་ལེན་བྱས་ད་རེ་ངས་ལན་འདེབས་དགོས་དེ་ནམ་ག་ཐོག་མིན་རེད་ག་བ་འགྲོ་ས་ཡོད་རེད་ཐོག་པ་མིན་དེ་མཚུངས་ཀྱི་ད་ངས་ནམ་ག་དེ། ཐོབ་ཆེད་ཡིན་ཟེར་དེ་འདྲ་དམ་བཅའ་གི་ཡིན་ཟེར་དེ་ཁོས་ད། ད་དེ་འདྲས་ཀྱི་སྤང་སྤོ་དེ་ག་བ་ཡོད་རེད་ཟེར་ད། ད་དེ་འདྲས་ཀྱི་གཙོ་བའི་རྒྱལ་དབང་རོང་ད་དེ་ལ་སྒྲུང་ངག་ཅི་ཡོད་ཟེར་དུས་རྗེ་བཙུན་གྱིས་དེ་ནི་ནམ་མཁའ་ས་ཞིང་ཐེ་བ་ཟེར་ཏིང་ངེ་འཛིན་ལ་ཞུགས་ནས་དེ་ནི་ནམ་མཁའ་ཐོབ་ཆེད་དང་དུང་ངེ་ཡིན་ནམ་ཟེར་ད་ཁྱོས་བརྟག་གི་རེད་ཁྱོད་རང་ཡང་སྒྲོ་འདོགས་དང་འགུལ་སྐྱོད་བྱེད་ཟེར་ནས་དེ་ནི་ཁོས་ཀྱང་འགུལ་སྐྱོད་བྱེད་པར་བརྩམས་དུས་ཨེ་ནུས་པ་དང་པོ་འདུག་ཚུལ་དེར་མ་གཏོགས་ཅུང་ཟད་ཀྱང་ཡོད་ཐུབ་གི་མ་རེད་ངག་ཀྱང་སྨྲ་མི་ཤེས་པ་ངང་ལུས་སོང་རེད་ཟེར་ད་རྗེ་བཙུན་གྱིས་འདི་སྐབས་ལ་ནམ་མཁའ་ལ་ཞོན་ཆགས་པ་ཉེ་བ་སྐྱེ་འགྲོ་ང་སོགས་པ་དེ་འདྲས་ངོ་མཚར་མང་པོ་མཛད་རེད་ཟེར་དེ་ནས་ཡང་རྗེ་བཙུན་ཏིང་ངེ་འཛིན་དེ་ལ་ཞུགས་ནས་ད་ཁྱོད་ཀྱིས་ནམ་མཁའ་དུང་ངེ་ལ

བཙན་པོའི་མེ་ཏོག་ཐོག་སོང་བ་དག་རང་གི་ད་ཁྱེད་རང་ཕམ་ཚར་རེད་ད་ད་ཡང་རྗེ་བཙུན་རིན་པོ་ཆེ་འདི་ངས་དེ་དམ་བཅའ་ལ་བྲག་ཕུག་གི་བྲག་ཕུག་གི་བྲག་འདི་ད་ཐོག་མི་ཡིན་ཟེར་ང་དམ་བཅའ་གི་ཡིན་ཟེར་ད་ཁྱོད་ག་རེ་ཟེར་གི་ཡིན་ཟེར་གི་འདི་ཁོས་ཨ་ད་ཁྱེད་རང་མིང་འཁྲུལ་དང་ངན་སྔགས་བྱས་ན་མ་གཏོགས་དེ་བྲག་འདི་ཐོག་ཆེད་ལ་ཡོང་ས་སྐོར་ཡོད་མ་རེད་ཟེར་ཀོ་ཐོག་ཆེད་རེད་བ་སུ་དེ་ན་བྲག་ཆེ་ན་བྲག་ནང་ལ་ཕར་འགྲོ་ཚུར་འགྲོ་བྱས་ད་བྲག་བྱ་བ་ཞེ་ད་གི་ཡོད་མ་རེད་ཟེར་ད་དེ་གི་ཐོག་ན་མ་ལབ་ཡོང་དེ་རྗེ་བཙུན་གི་ད་ང་སོ་ཁྱེད་རང་ཁས་བླངས་པ་རེད་བ་ཟེར་ད་ངས་ཁྱོད་ལ་མིང་འཁྲུལ་ལ་ཁྱེད་མི། ཁྱེར་བ་འདུག་བསམ་གི་རེད། མིག་འཕྲུལ་ལ་མི་ཁེ་བསམ་པ་རེད་དེ་དག་ཁྱོད་ཀྱིས་དང་ངས་མཐོང་བའི་བྲག་འདི་ལ་ཐུག་མིག་དང་བའི་མིག་འཕྲུལ་ཅིག་གྱིས་དང་གསུངས་དུས་དེ་ཁོད་ཀྱིས་དང་མིག་འཕྲུལ་ཤི་བ་དང་ཤི་རུང་ཡང་རུང་གི་མ་རེད་མིག་འཕྲུལ་ཤི་ཆོག་གི་མ་རེད་ཤི་ན་ཤི་ཆོག་གི་མ་རེད་ད་ཁྱོད་མི་སྣང་བ་ལ་མགོ་སྐོར་ཐེབས་ཐབས་སུ་ཁྱེད་རང་གིས་ཕྱིས་དང་སྲིད་དུ་རྗེ་བཙུན་གྱིས་ཤེས་ནས་དང་ངའི་བསམ་པ་ཁྱོད་ཀྱིས་མི་ཤི་བ་ཅག་གིས་མི་འདོམས་སྙམ་པ་རེད་དེ་དག་ཁྱོད་མི་རུང་བ་དེ་མ་ཚད་སངས་རྒྱས་སྟོབས་པའི་མགོ་ཞེས་པའི་དེ་ནི་མི་རུང་བའི་བྱ་བ་བབ་དེ་གི་འདུག་བ་སི་དེ་འདྲས་གསུངས་དུས་དེ་ནི་ལོ་ཐོང་གིས་དང་འོ་ན། ནམ་མཁའ་དེ་ཐོགས་བཅས་དང་འདྲ་བ་ཞིག་ནི་ཡིད་ཐོགས་མིན་ཡིན་པའི་རྟགས་གཅིག་དང་ནི་འཛོལ་བའི་ཆོས་ཐོངས་སུ་འདུག་དེ་ནི་རྗེ་བཙུན་གྱིས་འདི་ནི་ཟད་པ་ཀྱི་ནམ་མཁའ་གྱི་ཏིང་ངེ་འཛིན་ལ་མཉམ་པར་བཞག་ནས་བྲག་ལ་ཡབ་དེས་མར་དེས་ཕར་དེས་དེས་ཚུར་དེས་བསྐུལ་བཞིན་བྲག་གི་ཕྱི་ལ་མངོན་པ་ལ་སོགས་པ་དང་དེ་འདྲའི་མཛད་ནས་དེ་བྲག་དེ་ས་ལ་ཕབ་ནས་ཡང་ཆར་ཆག་གི་ཡང་ནམ་མཁའ་ལ་བཏེགས་ནས་བར་ལ་དེ་ནི་རས་ཆུང་པ་ལ་ཀ་བ་ཁྱེར་གྱིའོ་གསུངས་པས་རས་ཆུང་གིས་དེ་ནི་ཕོངས་ཀ་བ་འདྲ་བ་ཞིག་ཁྱེར་བཅུག་སྟེ་དེ་ནི་སྟེང་གི། བྲག་ལ་རྗེ་བཙུན་གྱི་ཕྱག་རྗེས་བྱུང་བ། འོ་དེ་ད་ལྟའི་བར་དུ་དེ་འདྲ་ཡོད་རེད་ད་དེ་ཀ་བ་འདྲ་བ་དེ་ཡོད་འོ་དེ་ན་ཡང་སྐྱག་འདྲ་བ་ཆགས་བསྡད་རོ། འོ་ད་དེ་འདྲས་བྱུང་བ་རེད། དེའི་དུས་དེ་ནས་རྗེ་བཙུན་རིན་པོ་ཆེན་གྱི་དང་འདྲི་བཤད་རྒྱལ་པོ་འདི་ཆང་ཁ་རྣམས་ལ་གཡུགས་པ་རེད་ཟེར་བ་ད་ལྟ་དྲི་བ་ཕུག་གི་ཕུག་པ་གི་ནུབ་དེ་ནས་བར་བྲག་གོ་ལ་ཚད་དེ་ཡོད་རོ། འོ་ད་དེའི་སྐབས་སུ་རྗེ་བཙུན་གྱི་ཆང་ཁ་འདྲ་བ་གཡུགས་པའི་རྗེས་རེད་ཟིང་ས་གནོད་བཤད་དེ་འདྲ་རྒྱག་གི་འདུག་བ་ད་སྐབས་དེ་དུས་དང་འབྲེལ་བ་ཡོད་རེད་ཟེར་བ་ད་ད་རྗེ་བཙུན་ཕར་བཤགས་ཚུར་བཤགས་བར་དེ་ཚུར་ད་ཤི་ས་ད་དེ་དང་འབྲེལ་བ་ཡོད་རེད་ཟེར།

ཆ་ཚང་ཞུ་དགོས་ན་ཞུ་དག་འདི་མང་པོ་འདྲ་བ་ཞིག་འདུག་དེ་ཞུ་མི་དགོས་ཅེས་ཨོ་ད་དེ་རེད་དེ་ནས་ད་འདི་རྣམ་ཐར་གཞན་དག་གི་ནང་ལོགས་ལ་དེ་ནས་ཁོ་ཕྱི་དུས་ཤི་སོང་དུས་བུད་མེད་སྒྲོམ་དམར་ཤ་མང་ཟས་བརྗེས་ལ་ཚིམ་ཆགས་ནས་དེ་ནས་ཤི་སོང་རེད་ཤི་ནས་དེ་ནས་དེ་འདྲེར་སྐྱེས་ནས་ཡུལ་དུས་ཀྱི་སྐོར་ཐག་འདྲ་བོ་ཆགས་སོང་རེད་དེ་ནས་མི་རྣམས་ཀྱི་རྟགས་སྐྱིད་པའི་དཔང་པོ་ཤི་བ་ཅིག་བྱུང་ངོ་རེད་དེ་གསུང་བ་ལྟར། འཛམ་གླིང་ཧེ་རུ་ཀ་གི་གསུང་གི་ནང་ལོགས་ལ་ཡང་དེ་ཡོང་སྡོད་ཀྱི་འདུག་ཨོ་དེ་རེད་རྣམ་མགུར་ཟབ་མོ་གི་ནང་ལོགས་ལ་མཇལ་ཡོང་ན་དེ་ནས་ལོ་སྟོང་དང་ད་ལོ་གཉིས་འཛོལ་ནས་སྐད་ཆ་བཤད་ས་དེ་ལོ་སྟོང་འདྲེར་སྐྱེས་སོང་རེད་ཨོ་དེ། འཇིགས་ཡོང་སྟེ་གི་འདུག་སྐད་ཆ་སྤྲད་དེ་འཁྲུག་བསྡད་པའི་འདུག་ལོ་དེ་འདྲས་ཀྱི་ཡོང་གི་འདུག་དགྲ་བླུ་བའི་རྗེ་བཙུན་གྱི་སློབ་མར་གྱུར་ནས་སྒོམ་ཆེན་ཞིག་བྱུང་བ་རེད་ཟེར་འདུག་ད་དེ་གཙང་ཧེ་རུ་ཀ་ཁོ་ན་མི་མཛེས་པའི་རྣམ་ཐར་དེ་ཚོ་བསྡུར་བ་ཡིན་ན་དེ་འོ་གོ་རེད། འཁྲུག་སོང་བ་ལོ་ད་དེ་འདྲས་ཀྱི་ཡོང་གི་འདུག་དེ་ཞི་ཞི་རེད་པ་གི་མཛེས་པའི་གི་འོ་རྗེ་བཙུན་རིན་པོ་ཆེ་རྣམ་ཐར་གྱི་ནང་ལོག་ལ་ད་དེ་ནང་ལ་ད་སྡོམ་པ་དེ་དར་ལོ་དེ་མ་གཏོགས་གཅིག་གི་ལོ་སྟོང་དང་གཉིས་ཡོད་ཚུལ་རྩ་བ་ནས་བཀོད་མེད་པ་ད་དེ་གཉིས་གཅིག་ཏུ་བྱས་བྱས་པ་ནང་བཞིན་ཅིག་ཆགས་ཡོད་རེད་བ། འོ་ད་དེ་འདྲ་ཅིག་ཡོད་རེད་དེ་མ་ཚད་དཔེ་གི་དེ་ནས་གལ་སྲིད་རེད་བ་གི་དེ་ནང་ལོགས་ལ་ཡང་དེ་སྟོན་པ་ད་ལོ་དེ་འདྲ་སྐྱིད་སོ་རེད་ཟེར་སྐད་ཆ་དེ་རྩ་བ་ནས་མེད་པ་བཤད་དེ་མེད་པ་མ་ཚད་དཔེ་གི། རྗེ་བཙུན་རིན་པོ་ཆེན་གྱི་ད་སློབ་མ་ཡིན་པ་ཆགས་སོང་བ་འོ་དེ་ལབ་བཤད་བ་རེད་ཐེངས་འདི་རྩོད་པའི་མི་རྩོད་པའི་གི་ཡོན་ཐན་གྱི་སྐབས་ཟེར་དེ་གི་སྐབས་ལ་དེ་ནས་དང་པོ་རྩོད་པ་བྱུང་དེ་ནས་རྗེ་བཙུན་རིན་པོ་ཆེན་གྱི་ད་ད་རེ་ཆུང་པ་ལ་འགོར་རྒྱུ་གསུང་བཞག་རོགས་དེ་གསུང་དུས་དེ་ནས་ཁོ་དེ་བ་སྐྱིད་ན་འོ་ད་མི་ཟེར་བ་དེ་མི་འཐད་པ་འདུག།

སྤྱི་བཏང་གི་ནང་པ་སངས་རྒྱས་ཀྱི་རིགས་གསུམ་དོན་དུ་ལྷག་པར་དུ་དབུ་ཚད་དོན་དུ་བསླབ་དགོས་ཡ་དེ་དངོས་གནས་དཔེ་གལ་ཆེན་པོ་རེད་མ་མཐའ་དཔྱོད་དང་ཡ་དང་ཞིབ་ཆ་བཟོ་ཡ་དང་དེ་འདྲས་ལ་མེད་དུ་མི་རུང་བའི་གི་ད་མཚན་ཉིད་ཀྱི་རིགས་པ་འོ་འཛམ་གླིང་མཚན་ཉིད་རིགས་པ་དང་བཅས་པའི་དཔུང་ཕ་མཉམ་གཤིབ་ཀྱི་འགྲོ་ཐུབ་མཁན་གི་ད་ནང་པ་དེའི་མཚན་ཉིད་རིགས་པའི་གཞུང་ལུགས་ད་དོན་དུ་ཆགས་སོང་རེད་པ་ད་ཡིན་ན་ཡང་ང་ཚོ་དེ་ང་ཚོ་ཆོས་རའི་ནང་ཡོང་མ་གཏོགས་འཛམ་གླིང་གི་མཚན་ཉིད་རིགས་པ་མཉམ་དུ་གོམ་པ་སྤོ་ཐུབ་ཀྱི་ཡོད།

མཐོང་བྱུང་ཟེར་བར་སྣང་བྱུང་ཟེར་བར་ད་དེ་འདྲའི་འདྲ་ཅིག་གསུངས་བསྡད་ཀྱི་འདུག་བ་ད་ལྟའི་ཡར་ནང་བར་གྱི་ལོ་རྒྱུས་སྤྱི་ལ་བཀབ་སོང་ན་དེ་ནི་ནང་བར་གྱི་ཆོས་བརྒྱུད་མང་པོ་ཅིག་ལ་དེ་དེའི་སྐུ་ཁྲིམས་འདྲ་བ་ཆགས་འགྲོ་གི་འདུག་བ་དེ་དབུ་ཚད་ཟེར་བར་ད་ལྟ་དུས་ར་དང་མཚན་མ་མ་ཐར་དུས་ད་ནང་བར་ལྷོ་རྒྱུད་ནང་བར་ཟེར་ཡ་འདྲ་བ་དང་ཤར་རྒྱུད་ནང་བར་ཟེར་ཡ་འདྲ་བ་ད་དུང་མང་པོ་ཅིག་ཡོད་རེད་བ་ད་ད་དུང་ཚང་མ་ལ་དེ་ཅིག་བཀའ་ཤག་མ་ཤེས་པ་གནས་ལུགས་མ་བཞག་པ་འོ་ཅི། ཉམས་ལེན་གནད་དུ་མ་ཕོག་པ་ལྟ་བ་གཏན་ལ་ཕབ་མ་ཐུབ་པ་གོ་འཕང་མངོན་སུམ་དུ་བྱེད་མ་ཐུབ་པ།